འོ་ལ་སོ། ཡན་དེ་ནས་ང་ཚོ་བླ་ག་ཚོགས་པའི་ཚང་མི་ཚང་མ་ལོ་ལ་འཚམས་འདྲི་དག་བྱས་ནས་ལྷ་སའི་ལོ་རྒྱུས་འདིར་མ་ཡན་ས་བཅད་ཁ་ཤས་ཀྱི་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གི་ཡིན། ད་འདས་པའི་དུས་འདྲ་གོང་མའི་ནང་ལོ་ནས་བྱེད་པ་ཅིག་ཡང་ལྷ་སའི་ལོ་རྒྱུས་ཀྱི་ནང་ལོ་ནས་ད་ལྷ་སའི་ནང་ལོ་ཐུན་མོང་མ་ཡིན་པའི་ཨེ་ནི་ཞིས་ཚན་ཁག་ཉི་ཤུ་རྩ་གཅིག་ཡོད་པའི་ལོ་རྒྱུས་དེ་གྱི་ཆ་ཚང་གཅིག་ངོ་སྤྲོད་བྱས་ཟིན་པ་རེད་ད་དེ་ནས་འཕྲོས་པ་ཟེར་ནས་མི་འདུག་དེ་དང་འབྲེལ་བ་ཡོད་པའི་ཡན་འདིར་མ། ལྷ་སའི་ད་ལྟ་གནའ་རབས་ཀྱི་ཁང་པ་རྙིང་པ་ཨ་ནི་བྲག་ཅན་གར་གར་ཡོད་མེད་ཨོ་ཐི་ལ་སོགས་པ་ཡང་འདིར་མ་ཏི་ཚན་ཁ་ཤས་ཀྱི་ཐོ་འགོད་ངོ་སྤྲོད་ཞུ་བ་ཡིན། ད་ལྷ་སའི་ད་ལྟ་དངོས་བྱུང་བདེན་དཔང་བྱེད་སའི་ལྷ་སའི་ལོ་རྒྱུས་དེབ་གཞི་ཤ་ཆེ་བ་ཡིན་ན་ཐོ་འགོད་ང་ཚོ་ངོ་སྤྲོད་ཞུ་ཡ་དེ་རྩ་བའི་ས་བཅད་ཨ་ནི་བཞི་བཅུ་ཞེ་དྲུག་པ་དེ་རེད་ཨོ་ད་དེ་མ་བྱས་དེར་མ་སྡེ་ཚན་ཁ་ཤས་ཀྱི་ཐོ་འགོད་ཁང་ཚ་ཚ་འབྱུང་རེ་ཤོག་ཡིན། ད་ད་ལྟ་ལྷ་སའི་ནི་གནའ་རབས་ཀྱི་ད་ད་ཁང་པ་རྙིང་པ་ཨ་ནི་སྙན་གྲགས་ཅན། འོ་དོ་ཚོའི་ངོ་སྤྲོད་ཞོས་ལ་ཅི་ཡང་ང་ཚོ་ད་ལྷ་སའི་གྲོང་ཁྱེར་གྱི་ནང་ལོགས་ལ་ཅི་ཡང་ང་ད་ལྷ་སྟེང་གཙུག་ལག་ཁང་འདི་དབུས་ལ་གནས་པའི་དེའི་ཉེ་འདབས་ལ་ཡ་ཨ་ནི་གནའ་རབས་བོད་གངས་ཅན་གྱི་ལྗོངས་ཀྱི་ད་ཨ་ལས་འཛུགས་སྐྲུན་གྱི་གནའ་བོའི་བཟོ་བཀོད་ཀྱི་ད་ཉམས་བཟང་མངོན་པའི་ཟེར་ནས་མི་འདུག་གང་ལྟར་བོད་གཞུང་གིས་ཨ་ནི་ལས་ཤག་ཡིན་ན་རེད་དེ་ནས་ང་ཚོ་བླ་མ་དང་སྤྲུལ་སྐུ་ལ་སོགས་པ་བཞུགས་སའི་བླ་བྲང། ཨ་ནི་མི་སྣ་གྲགས་ཅན་གྱི་སིམ་ཤག་དེ་ནང་བཞིན་གྱི་ང་ཚོ་ལོ་རྒྱུས་དང་འབྲེལ་བ་ཡོད་པའི་རིག་གནས་ཀྱི་ཤུལ་ཤག་ཡིན་ན་རེད་དེ་ནས་མི་སེར་གྱི་འདུས་སའི་ང་ཚོ་ཁང་པ་དེ་ནང་བཞིན་གྱི་ང་ཚོ་ཚོང་ཁང་ལ་སོགས་པ། ཨ་ནི་མིང་གྲགས་ཅན་གྱི་དང་གནའ་རབས་ཀྱི་ང་ཚོ་ཤུལ་ཤག་མང་པོ་ཅི། ཨེ་ནི་ད་ལྟའི་ཆར་ཡང་མིང་གི་ལྷག་མར་གྱུར་དང་གྱུར་ཟིན་པ་ག་སིའི་ས་ཆའི་གོང་མ་ཚོའི་ནང་རག་ལས་རྣམ་པ་ཚོ་ལ་རིན་པ་ཅན་ནས་ངོ་སྤྲོད་ཞུས་ཡོད། ད་དེའི་ནང་ནས་ད་ལྟའི་འགའ་ཤས་ཅིག་ད་ལྟའི་ང་ཚོ་ཉམས་གུད་ད་ལྟ་རྩ་མེད་ལ་ཡང་འགྲོ་བཞིན་པ་ཅིག་ཆགས་བསྡད་ཡོད་རེད་ད་དེ་ཚོ་ཚང་མ་ལ་ང་ཚོ་བོད་མི་རིགས་དང་ལྷག་པར་དུ་མི་རབས་གཞོན་པ་ཟེར་ནས་མི་འདུག་རྗེས་རབས་པ་དེ་ཚོས་ཨེ་ནི་བླ་རབས་ང་ཚོ་ལྷ་སའི་ལོ་རྒྱུས་དང་བོད་མི་རིགས་ཀྱི། ཨེ་ནི་གནའ་སྔ་མོའི་རིག་གནས་ག་འདྲས་ཡོད་མེད་དེ་ནས་ཡུལ་སྲོལ་གོམས་གཤིས་ལ་སོགས་པ་དོན་ཚུལ་ཡང་ཨེ་ནི་རྒྱུས་མངའ་དང་ཤེས་རྟོགས་བྱེད་དགོས་ཀྱི་ཡོད་པ་ཡིན་ན་ཨེ་ནི་གནའ་རབས་ཤུལ་བཞག་དོན་ཚུལ་མེད་དུ་མི་རུང་བས་ང་ཚོ་དངོས་བྱུང་གི་དཔང་རྟགས་ཆགས་བསྡད་ཡོད་རེད་ད་དེ་འདྲས་ཡིན་དུས་ང་ཚོ་དངོས་བྱུང་གི་དཔང་རྟགས་མང་པོ་ཅིག་ད་ལྟའི་ང་ཚོའི་མི་རབས་འདིའི་སྐབས་ལ་ཆ་བཞག་པ་ཡིན་ནས་སོ་སོའི་མིག་གི་མདུན་ནས་ཨེ་ནི་རྩ་མེད་འགྲོ་དང་འགྲོ་བཞིན་པ་མཐོང་བའི་སྐབས་ལ་ཡང་ཨེ་ནི་སེམས་པས་བཟོད་ཐབས་བྲལ་བ་འདྲ་བའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ད་དུང་ཚོའི་ནོར་ལྷ་ནས་གཙོ་བོའི་ངང་ཚུལ་ཐོ་འགོད་ངོ་སྤྲོད་བྱས་བ་དེ་ལྷ་ལྡན་གཙུག་ལག་ཁང་དབུས་ལ་བྱས་པའི་ཨེ་ནི་གཙུག་ལག་ཁང་དེ་ལ་ཡང་བཀོད་རྭཨེ་ནི་ཕྱི་ནང་བར་གསུམ་ཡོད་པའི་ནང་ནས་ད་སྙན་གྲགས་ཆེ་ཤོས་དེ་ལྷ་སའི་བ་གོ་བོ་ཟེར་དེ་རེད་ད་བ་གོ་བོ་བྱང་ཆུ་བྱུར་ལམ་གྱི་ཨེ་ནི་བྱང་གི་ངོས་དེ་ལ་ཡང་ཨེ་ནི་ཐོག་རྩིག་གཉིས་ཅན་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་གནའ་རབས་ཀྱི་བོད་པའི་ཁང་སོའི་ད་ཉམས་འགྱུར་ཡོངས་སུ་བཅུག་པའི་ཁང་པ་རྙིང་པ་ཡོད་པའི་གྲི་ཡོད་པ་གཅིག་ཆགས་བསྡད་ཡོད་རེད་ད་དེའི་ངང་ཚུལ་གཙོ་བོ་ཁ་སུ་རེ། བོད་ཀྱི། མེས་པོ་གོང་མ་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་མཆེད་པ་གཅིག་གི་མ། བོད་ཀྱི་བཙན་པོ་རིམ་བརྒྱུད་བཞུགས་སའི་གྲས་ཀྱི་སྔ་ཚོགས་ཕོ་བྲང་ཆེན་པོ་བཞིའི་ནང་གི་གཅིག་ཆགས་བསྡད་ཡོད་རེད་དཱ། དེ་ན་གཞན་གྱི་ང་ཚོ་དོལ་ཚོས་ཆ་བཞག་པའི་ནས་ལྷ་ལྡན་གཙུག་ལག་ཁང་ལས་ནི་ཕོ་བྲང་པོ་ཏཱ་ལ་སོགས་པ་དང་ཚོ་ཞིང་མངའ་བ་དང་ལོ་རྒྱུས་ཀྱི་དུས་ཡུན་རིང་བ་གཅིག་ཆགས་བསྡད་ཡོད་རེད་དཱ། བར་སྐོར་གྱི་བྱང་གི་མེ་ལ་ཆ་བཞག་པ་ཡིན་ན་ང་ཚོ་ཉག་རོང་ཤགས་བཅས། ཨེ་ནི་ཐོག་མར་སེམས་ཤ་དེ་ང་ཚོ་བོད་ཀྱི་སྐུ་དྲག་ཆེན་པོའི་ཨེ་ནི་ཟུར་ཁང་གི་ཡིན་པ་ཡིན་ནའི་ད་ཕྱིས་སུ་ང་ཚོ་དུས་རབས་ཉི་ཤུ་བའི་ལོ་རབས་སུམ་ཅུ་བའི་ནང་ལོ་ལ་ཨེ་ནི་སྨན་པ་གྲགས་ཆེན་ད་ད་འཚོ་བྱེད་རིན་ཆེན་ལྷུན་གྲུབ་ད་ད་དཔལ་འབྱོར་ལ་ཡང་ཨེ་ནི་བག་མ་བཏང་ན་དེ་འདྲ་ཡིན་པ་ཡིན་ཙང་དེ་ནས་རིམ་པར་བྱས་ནས་ཨེ་ནི་འཕེལ་རྒྱས་བྱུང་བ་རེད་མཐའ་མ་ཡང་ཨེ་ནི་ཉག་རོང་ཞང་སྨན་ཁང་དང་ཉག་རོང་ཞང་སློབ་གྲྭ་ཟེར་ཡ་གི་ཨོ་ཨོ་དེ་འདྲ་ལ་ཡང་ད་མིང་གི་འགྱུར་བ་རིམ་པར་བྱས་ནས་བྱུང་བ་རེད་ད་དུང་ཚོ་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཆ་བཞག་པ་ཡིན་ན་ཨ་ནེ་ལྔ་བཅུ་ང་དགུའི་གོང་ལ་ཡང་ཨ་ནེ་ཁྱིམ་ཚང་སྒེར་རིགས་ཀྱིས་གཙོས་པའི་བླ་བྲང་སྙན་གྲགས་ཅན་དང་འཛོལ་རེད། དེ་ནང་བཞིན་གྱིས། ད་ཉག་གྲོང་བྱང་གི་བླ་བྲང་དང་སྨན་ཁང་གཉིས་ཀ་ལ་བོད་གངས་སྐྱིད་ཀྱི་ལྗོངས་ཟེར་ནས་མི་འདུག་ཡང་ན་བོད་ཆོལ་ཁ་གསུམ་ལ་ཡང་ད་ཡོངས་གྲགས་ཀྱི་སྙན་གྲགས་ཡོད་པ་གཅིག་ཆགས་བསྡད་ཡོད་རེད། འདི་ཡི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཨ་ནེ་རྒྱ་མིས་ད་བོད་ཆོས་ལྡན་གྱི་ཞིང་བཙན་བཟུང་མ་བྱས་པའི་སྔོན་ལ་ད་དུ་བླ་བྲ་དེ་ནས་བོད་ཁྱོན་ཡོངས་ལ་ཡང་ང་ཚོ་དྲུང་ཡིག་ལ་སོགས་པའི་ཨ་ནེ་སློབ་མ་སྟོང་ཕྲག་ཉེ་བ་དེ་འདྲའི་ཤེས་ཡོན་ཅན་དེ་འདྲའི་གསོ་སྐྱོང་གནང་མྱོང་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་བོད་ཀྱི་ང་ཚོ་དགེ་རིག་གི་གཉེར་བའི་ཨ་ནེ་བླ་བྲེ་ཆེ་ཤོས་ཅིག་དེ་ད་ལྟ་ང་ཚོ་ཉྭ་རོ་ཤག་བླ་བྲེ་ཟེར་དེ་རེད་དེ་འདྲ་ཡིན་པ་ཡིན་ཙང་ཉྭ་རོ་ཤག་གི་བླ་བྲེ་ད་ལྟ་ང་ཚོ་སྤྱིའི་བཀོད་པ་ལ་ཡ་ཨ་ནེ་སྲུང་སྐྱོབ་ལྟས་ས་ཁྲ་ཁ་རེ་ཅིག་བྱུང་ཡོད་རེད་ཡིན་པ་ཡིན་ནའི་ད་ད་ལྟའི་ང་ད་ལྟའི་ཆ་ལ་ཡ་ང་ཚོ་ཉྭ་རོ་ཤག་གི་བླ་བྲེ་དེའི་ཁང་པ་ལ་སོགས་པ་དེ་སྤྱད་རྒྱུ་ཡོད་པ་དེ་ང་ཚོ་ད་ད་བར་སྐོར་གྱི་ད་ཉི་ཁུལ་ཡོད་པའི་གནའ་རབས་ཀྱི་རིག་གནས་ཀྱི་ད་ང་ཚོ་རེ་གྲུབ་ཆ་ཁས་ཆེ་གྲུབ་ཅིག་ཅིག་ཆགས་བསྡད་ཡོད་རེད། ད་འདི་ནས་གླུ་བུག་ཁུལ་ལ་ཆ་བཞག་པ་ཡིན་ན་ང་ཚོ་སིམ་ཤག་བཤད་གྲྭ་བཤད་གྲྭ་དབང་ཕྱུག་རྒྱལ་པོ་ལ་སོགས་པ་བཤད་གྲྭའི་སིམ་ཤག་ཆགས་བསྡད་ཡོད་རེད་ད་འདི་ང་ཚོ་བོད་གངས་ཅན་གྱི་ཅུང་ཡང་སྙན་གྲགས་ཆེ་བའི་སིམ་ཤག་གི་གྲས་གཅིག་དེ་རེད། ད་འདིའི་ང་ཚོ་ལོ་རྒྱུས་དེབ་ཐེར་ཁག་ལ་འཁོད་པ་གཞི་ཤག་རུ་བྱས་པ་ཡིན་ན་བཤད་གྲྭ་ཟེར་གྱི་ཁྱིམ་ཚང་འདིའི་ཐོག་མར་ང་ཚོ་རེའུ་དགེ་ལུགས་པའི་བསྟན་པའི་སྲོལ་འབྱེད་ཆེན་པོ་སྤྱི་ཚོགས་ཀ་བ་ཆེན་པོ་ཨ་ནི་ལྷ་ས་ལ་མ་བྱོན་གོང་ནས་ཨ་ནི་ད་ལྟའི་ཀ་སུ་རའི་བཤད་གྲྭ་ལ་དེ་ནས་ཤིང་གི་དང་ད་ཤར་དཔལ་འབྱོར་ཀུན་དགའ་བན་ཆོས་ནས་གསུང་བ་རྗེས་ཀྱི་ད་ལྟ་ནི་སིམ་ཤག་དེ་ནས་ད་སྔས་མ་སྔ་རྗེས་རིམ་པ་བྱས་ནས་བོད་ཆོས་ག་འདྲའི་བུ་རང་གི་ནི་དཔོན་པོ་མི་རབས་བརྒྱད་ཟེར་དེ་འདྲའི་བྱུང་ན་ལུས་སྐྱོ་ཡོད་རེད་དེའི་ན་ལོ་ནས་ད་ལྟའི་ཟ་སྐད་གྲགས་ཆད་རོ་དེ་བཀའ་བློན་ད་ལྟ་བཤད་གྲྭ་ཀུན་དགའ་བན་ཆོས་རེད་བཀའ་བློན་བཤད་གྲྭ་དོན་གྲུབ་རྡོ་རྗེ་རེད་ནི་དེ་སྲིད་བཤད་གྲྭ་དབང་ཕྱུག་རྒྱལ་པོ་རེད་དེ་ནས་རིམ་བཞི་བ་བཤད་གྲྭ་དགོན་སྡེ་བན་ཆོས་ལ་སོགས་པ་ཨོ་ད་སིམ་ཤག་དེ་ནས་བོད་གཞུང་གི་གཞུང་ཞབས། ང་ཚོ་མི་སྣ་སྙན་གྲགས་ཅན་རྒྱལ་རབས་ལོ་རྒྱུས་དང་ཆབ་སྲིད་ཐོག་ལ་ཡང་དེ་འདྲའི་རིམ་པ་ཅན་མང་པོ་བྱུང་རྗེས་རེད། ད་མིང་ངོ་མ་ལ་ཡང་ཞིང་དང་བཤད་གྲྭ་ཕུན་ཚོགས་ཁང་གསར་ཟེར་གྱི་ཡོད་རེད་ད་ལྟ་དེས་ང་ཚོ་བཤད་གྲྭའི་དང་གནའ་རབས་ཀྱི་གཟིམ་ཤག་རྙིང་པ་དེ་གཅིག་སྟོང་བརྒྱད་བརྒྱ་བཅུ་དྲུག་ལོ་ལ་ཡང་བཤད་གྲྭ་དོན་གྲུབ་རྡོ་རྗེས་ད་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་རིང་ལ་ད་དངོས་སུ་ཨར་ལས་བཟོ་སྐྲུན་གནང་ནས་གཟིམ་ཤག་དེ་བཤངས་པ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཚེ་ད་ལྟ་བར་དུ་ང་ཚོ་མི་ལོ་བརྒྱ་དང་བརྒྱད་ཅུ་གྱ་བརྒྱད་ཙམ་ཞིག་ལོ་རྒྱུས་ཡོད་པའི་ཐོག་གནའ་རབས་ཀྱི་གཟིམ་ཤག་གྲགས་ཅན་གཅིག་ཆགས་བསྡད་ཡོད་རེད། ད་དེང་སང་ཆ་བཞག་བས་ན་གཟིམ་ཤག་ཤེས་རའི་གཟིམ་ཤག་འདི་ང་ཚོ་སྲུང་སྐྱོབ་བྱེད་པའི་ཐོག་ཁང་པའི་མཐོ་སྒོ་ལ་ཡང་ཚུད་པ་ཡིན་ཙང་བལྟས་ཚེ་ཅུང་ཟད་ཁ་སོར་སྲུང་སྐྱོབ་ལེགས་པའི་གྲས་ལ་ཡང་ཡོད་པ་འདིས་ང་ཚོ་ད་དགའ་བ་སྐྱེས་བས་རབ་གཅིག་ཅེས་ཆགས་བསྡད་ཡོད་རེད་ད་དེང་སང་ང་ཚོ་གཟིམ་ཤག་གི་གཙོ་བོ་དང་ཨ་ནེ་སྒོ་ར་ཚང་མ་ལོག་ལ་ལྷ་སའི་ད་གྲོང་མི་ལ་སོགས་པ་འདི་འདྲའི་གནས་སྡོད་བྱེད་པའི་གནས་སྟངས་རབ་གཅིག་དེ་རེད། ད་འདི་ནས་འདི་མ་ཡིན་པའི་ང་ཚོ་གཟིམ་ཤག་ཕྱེད་ཀ་ཡིན་ནི་རེད་མི་གྲངས་རྙིང་ཁུངས་ཀྱི་ཐད་དཔེ་ན་ཧོར་ཁང་དང་ཁི་སྨད་དང་ནི་ཟུར་ཁང་དང་ཕ་ལ་དང་ལྕང་ལོ་ཅན་དང་སྒེར་ཞོལ་ཁང་དང་དེ་ནས་གསར་བྱུང་དང་སྒེར་བྱང་ངོས་དང་ནི་ཟས་ཞིམ་པ་དང་ཚིགས་གསུམ་ཕུན་ཁང་དང་དེ་ན་ཤིང་གི་ད་ལྟ་རག་རྩིབ་དང་ནི་གདན་བྱ་ཚང་དེ་ནས་དགེ་རྒྱས་པ་ལྕགས་ཤ་བ་ནི་རྒྱལ་རོང་ནང་སོ་དེ་ག་དེ་ན་ཤིང་གི་ད་ལྟ་བསོད་ནམས་རྐང་པ་སྒེར་ལྷ་སྡིངས་འདི་སུ་ཨ་ནི་སུམ་དོ་ཏཱ་ར་དོ་ད་མདའ་ཤེས་སུ་ཧོར་ཁང་ཟུར་དེ་ནས་རྣམ་དཔོན་མཁར་ནག། ལྕགས་བྲག་པ་དོ་གྲོང་ལྷ་ལུང་ཟུར་གྱིས་སྡེ་བཞི། དེ་ནས་གོང་དཀར་རྒྱ་མཚོ་ནུར་སྐྱེས་ད་མདའ་ལྷུན་རབ་ཨ་ནི་སྤོ་ཤོད་ཚག་རོང་ཤེས་སུ་ཁྲི་མོན་གནས་ཆུང་བོན་ཤོད་ལ་སོགས་པ། འོ་ད་དེ་མ་ཡིན་པའི་ང་ཚོ་ལྷ་ས་ལ་ཆ་བཞག་པ་ཡིན་ནས་ཨ་ནི་རྒྱལ་བའི། དབྱེ་གཞི་ཁག་རེད། དེའི་སྔོན་ལ་ཡང་ངོ་སྤྲོད་ཞུས་ཟིན་པའི་ལྷ་སའི་སྡེ་དཔོན་ཞིག་ལ་སོགས་པ། འོ་ད་འདི་འདྲའི་གི་སེམས་ཤ་ཉེ་ར་ཅན་ཧ་ཅང་མང་པོ་ཡོད་པ་ཅིག་ཆགས་བསྡད་ཡོད་རེད། ད་དེའི་དགེ་མཚན་འདྲ་པོ་ཅིག་ངོ་སྤྲོད་ཞུ་ཡ་བྱས། ད་གཤམ་ལ་མ་རྩ་བའི་ལེའུ་བཞི་པ་དེ་ལྷ་སའི་ནང་ལོགས་ལ་ཡང་ང་ཚོར་ལོ་རྒྱུས་ཅན་གྱི་རྡོ་རིང་ཧ་ཅང་མང་པོ་ཞིག་ཡོད་རེད་བོད་གངས་ཅན་གྱི་ལྗོངས་ཀྱི་རྒྱལ་རབས་ལོ་རྒྱུས་ཁག་ལས་གསལ་བའི་རྡོ་རིང་ཁག་རེད་དེ་ནང་བཞིན་གྱི་ནི། རྒྱལ་མཆོག་ཀུན་འདྲི་རིམ་བྱོན་གྱི་ནང་ལོགས་ནས་རྒྱལ་མཆོག་ཀུན་འདྲི་བདུན་པ་རྒྱལ་མཆོག་སྐལ་བཟང་རྒྱ་མཚོ་ནས་ད་ལྟ་འཚོ་བཞེས་པ། ནི་རྒྱལ་མཆོག་ཀུན་འདྲི་བཅུ་བཞི་བ་ཆེན་པོ་མཆོག་གི་བར་དུ་ཡང་ནི་རྒྱལ་བའི་ཡབ་གཞིས་ཁག་དེ་ལྷ་སར་ཆགས་ཏེ་ཡང་ཡོད་པ་ཡིན་ཚ་ཨོ་ད། གཤམ་ལ་མར་ངོ་སྤྲོད་ཞུ་བའི་དེའི་ལྷ་སའི་ལྷ་ལུས་རྒྱུད་ཅན་གྱི་རྡོ་རིང་དེའི་སྐོར་གྱི་སྡེ་ཚན་གཅིག་བྱས་དེའི་རྗེས་ལ་མར་ནི་རྒྱལ་བའི་ཡབ་གཞིས་དགའ་བདེ་རྒྱས་རིམ་པར་བྱས་ནས་ངོ་སྤྲོད་ཞུ་བ་ཡིན་ད་དེའི་ནཱ་རོ་ནས་ང་ཚོ་ནང་གསེས་ཀྱི་ས་ཆ་བཞི་བཞི་བསྟུན་པ་དེ་ལྷ་སའི་ནཱ་རོ་ལ་ཡོད་པའི་ལྷ་ལུས་རྒྱུད་ཅན་གྱི་རྡོ་རིང་ཁག་ལྔ་བྱས་པ་རེད་འོ་ད་འདིའི་ངོ་སྤྲོད་ཞུ་བ་ཡིན། ད་ལྷ་སར་ཡོད་པའི་ང་ཚོ་ལོ་རྒྱུས་ཅན་གྱི་རྡོ་རིང་ལྔ་དེ་ག་རེད་ཟེར་ལབ་པ་ཡིན་ན་ནི་ཞོལ་ལ་ཡ་ཞོལ་ཟེར་ལབ་དེ་ཕོ་རང་པོ་ཏི་ལས་བསྟུན། འོ་དེ་ལ་ཡ་ནི་ཞོལ་གྱི་རྡོ་རིང་ཕྱི་མ་དེ་ནས་ཞོལ་གྱི་རྡོ་རིང་ནང་མ་ཞེས་བྱ་ཞོལ་གྱི་རྡོ་རིང་ཕྱི་ནང་གཉིས་ཡོད་རེད་དེ་ནས་ཕོ་བྲང་པོ་ཏི་ལས་ནི་རྩ་བའི་ང་ཚོ་མདུན་ངོས་ཟེར་ནས་མི་འདུག་ཡ་ན་གཞུང་ཁོ་རང་གི་གཡས་གཡོན་གཉིས་ལ་ཡ་ནི་ཞོལ་ཁང་སིའི་རྡོ་རིང་ཆེ་ཁག་གཉིས་ཡོད་རེད་དེ་ནས་ལྷ་སྡེ་གཙུག་ལག་ཁང་གི་ཏུན་ལི་ཡ། ད་ལྟ། རྩ་བའི་ང་ཚོ་དབོན་ཞང་དུ་རིང་སེ་ཟེར་གྱི་རེད་ལྷ་སའི་དུ་རིང་སེ་ཟེར་གྱི་རེད། འོ་ད་དེ་ཡག་རེད་དེ་ནས་ད་ལྷ་སའི། ཁྲི་ལི་ཡ། ཐ་ཆུའི་ཕ་རོལ་ལི་ཡ། ང་ཚོ་ད་ལྟ་སྐར་ཆུང། རྡོ་རྗེ་དབྱིངས་ཀྱིས་གཙུག་ལག་ཁང་དུས་ལ་བཙུགས་པའི་སྐར་ཆུང་དུ་རིང་ལ་སོགས་པ། འོ་དེ་འདྲས་ཀྱི་ད་ལོ་རྒྱུ་ཅན་གྱི་ཏུ་རིག་ཁག་ལྔ་ཞིག་ཡོད་པ་དེ་རྒྱ་དེ་ལ་མ་རིན་པ་བྱས་ནས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་བྱས་ད་དེ་འདས་ཟིན་ཡང་ང་ཚོ་སྐྱེས་རབས་བོད་རྒྱུད་ཐོག་ནས་ཆ་བཞག་པ་ཡིན་ན་ནི་ཏུ་རིག་འདི་གྱིས་ཧ་ཅང་གི་གལ་གནད་ཆེན་པོ་གཅིག་ཆགས་བསྡད་ཡོད་རེད། ད་དེའི་ནང་ལོགས་ནས་ད་ལྟ་ང་ཚོ་ངོ་སྤྲོད་ཞུ་ཡ་གྱི་ཏུ་རིག་ལྔའི་ནང་ལས་ཏུ་རིག་དང་པོ་དེ་ཞོལ་གྱི་ཏུ་རིག་ཕྱི་མ་དེ་རེད། ཞོལ་གྱི་ཏུ་རིག་ཕྱི་མ་འདི་ཡིས་ང་ཚོ་ཕོ་བྲང་པོ་ཏཱ་ལའི། ཨ་ནེ་བདུན་ལ་ཡང་བཙུགས་ཡོད་རེད་དེང་སང་བྱས་པ་ཡིན་ན་བུ་རང་བུ་དེ་ལ་བདུན་ལ་ཡང་ང་ཚོ་ཐང་ཆེན་ཡོད་པ་ཡིན་ཙང་ཨ་ནེ་ཐང་ཆེན་གྱི་བདུན་ལ་ཡང་ད་ལྟ་གཞུང་ལམ་ཡོད་སའི་གཞུང་ལམ་གྱི་ལྷོ་ཡི་འགྲམ་དེ་ལ་ཞོལ་གྱི་རྡོ་རིང་ཕྱི་མ་དེ་མཇལ་ཡོད་རེད་རྡོ་རིང་དེའི་རིང་ཚད་ལ་ཡང་ཨ་ནེ་སྤྱི་རེ་བདུན་དང་གཅིག་ད་ཨ་ནེ་རྡོ་རིང་འདི་ལ་ཡང་ང་ཚོ་ཞབས་ནས་མ་ཞབས་ཏེ་ད་ལྟ་རྡོ་རྩིག་གི་བང་རིང་གསུམ་ད་ལྟ་རྡོ་སྐས་ནང་བཞིན་བཅས་ཡང་རིམ་པ་གསུམ་བཅས་ཨ་ནེ་རྡོ་རིང་དེའི་རྩེ་མོ་ལ་ཡང་ང་ཚོས་འདོད་ཆགས་ཀྱིས་ད་ལྟ་གྲུ་བཞི་ནི་བང་རིམ་དང་དེའི་སྒང་ཡ་ནི་དུ་རིང་གི་ཏོག་ལ་སོགས་པ་ཡོད་པ་འདི་ཆགས་བསྡད་ཡོད་རེད། ད་དུ་རིང་འདིའི་ངོས་ལ་ཡ་གལ་གནད་ཆེ་ཤོས་འདི་དུ་རིང་འདི་ལ་ཡ་ང་ཚོ་གྲུ་བཞི་ཡིན་པ་ཡིན་ཙང་ཕྱོགས་བཞི་ཡོད་རེད་ཕྱོགས་བཞིའི་ནཱ་ལ་ནས་ནུབ་ཀྱི་ངོས་དེ་ལ་ཡ་ཡིག་འབྲེལ་དྲུག་ཅུ་དང་ཤར་གྱི་ངོས་དེ་ལ་ཡ་ཡིག་འབྲེལ་བཅུ་དྲུག་ལྷོ་ཡི་དེ་ལ་ཡང་ཡིག་འབྲི་བདུན་ཅུ་དོན་བཞི་བྱས། འོ་དེ་འདྲས་ཀྱི་ངོས་གསུམ་ལ་ད་ལྟ་བོད་ཡིག་ཐོག་ནས་ང་ཚོ་ལོ་རྒྱུས་ཀྱི་བྱུང་བ་དེ་ཡིག་མ་བཀོད་ཡོད་རེད་བྱང་གི་ངོས་དེ་སྟོང་པ་རེད་ཡིག་ཡོད་མ་རེད་ད་ཡིག་ཡོད་པ་དེ་ཕྱོགས་གསུམ་ཆགས་བསྡད་ཡོད་རེད། ད་དུ་རིགས་འདི་ད་ལྟ་ང་ཚོ་མཇལ་རྒྱུ་ཡོད་པ་མཐོང་རྒྱུ་ཡོད་པ་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་པའི་དབང་དུ་བཏང་བ་ཡིན་ན་ཞོལ་གྱི་རྡོ་རིང་ཕྱི་མ་དེ་ལོ་རྒྱུས་ཀྱི་ནང་གི་རྡོ་རིང་སྔ་ཤོས་དེ་ཆགས་བསྡད་ཡོད་རེད་རྡོ་རིང་ནང་གི་རྙིང་ཤུལ་དེ་རེད། བསྡུ་རིས་འདི་ཡིས་ད་ལྟ་ང་ཚོ་བོད་ཀྱི་ད་རྒྱལ་རབས་གོང་དུ་བཏང་བའི་ཡིན་ན་བོད་རྗེ་ཁྲི་སྲོང་ལྡེ་བཙན་སྤྱི་ལོའི་དུས་རབས་བརྒྱད་པའི་ནང་ལོ་ལ་བྱོན་པའི་བོད་ཀྱི་རྒྱལ་རབས་སུམ་ཅུ་སོ་བརྒྱད་པ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་རྒྱ་ནག་ལ་མ་དམག་དྲངས་པ་རེད་དེ་ནང་བཞིན་གྱི་རྒྱ་ནག་གི་རྒྱལ་པོ་ཁྲི་ལས་མ་བབས་ལོ་ཆགས་ཅན་བོད་ལ་ཡང་ང་ཚོར་དཔྱ་ཁྲལ་འབུལ་དགོས་ལ་སོགས་པའོ་དེ་འདྲས་ཀྱི་རྒྱལ་རབས་ལོ་རྒྱུས་གསལ་བའི་གཟི་བྱེས་ཅན་གྱི་བསྡུ་རིས་གཅིག་ཆགས་བསྡད་ཡོད་རེད། ད་དེ་མ་ཡིན་པའི་ང་ཚོ་བོད་ཀྱི་བཙན་པོ་ཁྲི་སྲོང་ལྡེ་བཙན་རང་ཉིད་ཀྱི་ནང་བློན་ཆེན་པོ་དང་སྟག་སྒྲ་ཀླུ་གོང་གིས་བྱས་རྗེས་ལ་ཡང་གཟེངས་བསྟོད་གནང་བའི་སྐོར་དོན་ཚན་ཏུ་རིང་དེའི་ནང་ལ་བཀོད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ཞལ་བཞེས་བཀའ་གཙིགས་ཀྱི་ནང་དོན་དེ་ཡང་ང་ཚོ་ཏུ་རིང་ཐོག་ལ་ཡང་ཏུ་རིང་གི་ཕྱོགས་གསུམ་ལ་ཡང་རིམ་པ་ཅན་ནས་བཀོད་བསྡད་པ་འོ་ད་དེ་གཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ང་ཚོ་ཏུ་རིང་གི་ནང་དོན་ལ་ཡང་བརྟག་དཔྱད་ཞིབ་འཇུག་བྱས་པ་ཡིན་ན། ཨ་ནི་བོད་གངས་ཅན་གྱི་ལྗོངས་ཟེར་ནས་མི་འདུག་བོད་རྒྱལ་ཁབ་ཀྱི་ཨ་ནི་རྒྱ་ནག་གི་ཐང་རྒྱལ་རབས་ཀྱི་རྒྱལ་ས་ཁྲང་ཨན་དམག་བརྒྱབ་ནས་ཚུར་བླངས་པའི་ལོ་དེ་ཆགས་ཀྱི་རེད་ལོ་དེ་ང་ཚོ་སྤྱི་ལོ་བྱས་པ་ཡིན་ན་སྤྱི་ལོ་བདུན་བརྒྱ་དྲུག་ཅུ་རེ་གསུམ་ལོའི་ཨ་ནི་ལོ་མཇུག་ང་ཚོ་སྤྱི་ལོ་བྱས་པ་ཡིན་ན་སྤྱི་ལོའི་དུས་རབས་བརྒྱད་པའི་ནང་ལ་ཡང་ཨ་ནི་ཞོལ་གྱི་རྡོ་རིང་ཕྱི་མ་དེ་བཙུགས་པ་ཡིན་པས་ཡིན་ད་ད་ང་ཚོ་རྙེད་སོན་བྱུང་བ་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་པའི་རྡོ་རིང་སྔ་ཤོས་དང་རྡོ་རིང་ཐང་ཤོས་དེ་ཞོལ་གྱི་རྡོ་རིང་ཕྱི་མ་དེ་ཆགས་བསྡད་ཡོད་རེད་ད་ང་ཚོ་སྔོན་འགྲོ་བྱས་ཏེ། ད་གཞོན་གྱི་རྡོ་རིང་ཕྱི་མའི་ད་གཅིག་གོང་ལ་ཞུས་པའི་བཀའ་གཙིགས་ཡི་གེ་འདི་ད་རྡོ་རིང་འདི་ཕྱོགས་གསུམ་ལ་ཡང་གསལ་བསྡད་ཡོད་རེད་དེ་བས་ཡིན་ཙང་ང་འདི་བཀའ་གཙིགས་ཀྱི་ཡི་གེ་འདི་ང་ཚོ་དོན་དག་ག་རེ་ག་རེ་བསྟན་ཡོད་རེད་ཟེར་ལབ་པ་ཡིན་ན་དོན་ཚན་ཁག་བཞི་ཅིག་གསལ་པོ་བྱས་བསྟན་ཡོད་རེད་ད་དོན་ཚན་ཁག་བཞི་འདི་གསལ་བཤད་བྱས་ཡོད་པ་ཡིན་ཙང་འདི་མ་དོན་ཚན་ཁག་བཞི་ལ་དགོས་ཅེས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གི་ཡིན། ད། བསྡུ་རིས་འདིའི་ནང་ལ་འཁོད་པའི་གལ་གནད་བཅས་ཀྱི་ད་དུས་གནད་ཁག་བཞིའི་ནང་གི་གལ་གནད། གནད་དོན་དང་པོ་དེ་ནི་བྱས་རྗེས་ཡོད་པའི་ང་ཚོ་བློན་པོ་ལ་ཡ་ས་ཞིང་དང་འབྲོག་ཐང་དང་ཕྱུགས་རིགས་དང་བྲན་གཡོག་འོ་དེ་འདྲས་མི་རབས་ནས་མི་རབས་བར་རྒྱུན་འཛིན་བྱེད་ཆོག་པའི་བྱ་དགའ་སྤྲད་པ། དེ་ན་ཞིང་གི་ཁོ་རང་གི་མི་རབས་ཆད་པ་ཡིན་ནས་དེའི་ཉེ་འབྲེལ་དང་གཉེན་འབྲེལ་ལ་སོགས་པ་དོན་ཚོད་གཞན་དག་ལ་མ་གནང་ཆོག་ཡ་ལ་སོགས་པ་འོ་ད་དེ་འདྲས་ཀྱི་གནད་དོན་རིམ་པ་འདྲ་པོ་གཅིག། དེ་བཀོད་བསྡད་ཡོད་རེད་གལ་གནད་ཆེ། ད་འདི་ནས་དུས་མཚན་གཉིས་པ་དེ་ཡང་བྱས་རྗེས་ཡོད་པས་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་བཙན་པོའི་བཀའ་བརྒྱུད་བློན་པོའི་ནི་མི་རྒྱུད་ཀྱི་ན་ལོ་ནས་ནི་ཡ་བཙན་པོ་ཡང་ན་བོད་ཀྱི་རྒྱལ་པོ་ལ་ཡང་ནི་ངོ་ལོག་བྱེད་མཁན་བྱུང་པ་ཡིན་ནས་ནི་ངོ་ལོག་བྱེད་མཁན་གྱི་མི་ད་ག་རང་ལ་ཡང་ནི་ཁྱིམ་རྒྱུད་དང་ཉེས་ཆད་བཏང་པ་མ་གཏོགས་ནི་ནི་དེ་ག་ཚོད་རེད་ད་ངོ་ལོག་བྱེད་མཁན་གྱི་ཁྱིམ་ཚང་གི་ད་བུ་ཚ་དང་སྤུན་མཆེད་གཞན་ད་ལ་ཡང་ནི་ཐག་གཞུ་འགྲིག་འགྲུས་མེད་བྱེད་པ་འོ་ད་འདིའི་གནད་དོན་འཁོད་པ་དེ་གནད་དོན་གཉིས་པ་རབ་ཏུ་རེད་གལ་ཆེ་གི། དེ་ནས་དུས་མཚན་གསུམ་པ་འདི་ད་ལྟ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་ད་ལྟ་དུ་སྒྲིག་འདི་བཙུགས་པ་ཡིན་པ་ཡིན་ཙང་འདིའི་སྐབས་ལ་ད་ལྟ་བློན་པོ་ནི་བལ་གདུང་ཚབ་དང་ལག་མི་སྲིད་ཁོང་གཉིས་ཀྱིས་བཙན་པོ་ཁྲི་སྲོང་ལྡེ་བཙན་སྐུ་བཀྲོངས་པ། དེ་ནང་བཞིན་གྱི་ད་ལྟ་བཙན་པོ་ཁྲི་ལྡེ་གཙུག་བཙན་སྐུ་བཀྲོངས་པ་རེད་དེ་ནང་བཞིན་གྱི་བཙན་པོ་ཁྲི་སྲོང་ལྡེ་བཙན་ཡའི་ཨ་ནི་སྐུ་ན་ཆུང་ཆུང་གི་སྐབས་ལ་བློན་པོ་དེ་གཉིས་ཀྱིས་སྐུ་བཀྲུ་རྩིས་བྱས་པའི་གནས་ཚུལ་དེ་ཚོ་ཨ་ནི། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་བློན་པོ་དང་ཏག་ཏག་ཁྲ་ལོ་གོང་གི་གཤེན་བཅས་ཨ་ནི་རྒྱལ་པོ་ལ་ཡང་གནས་ཚུལ་ཞུས་པའི་རྗེས་ལ་ཨ་ནི་ད་ལྟའི་བཙན་པོ་ཡབ་སྐུ་བཀྲོངས་ཨ་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་རང་ཉིད་སྐུ་བཀྲུ་རྩིས་བྱེད་མཁན་གྱི་བློན་པོ་གཉིས་པོ་དེ་སྲོག་ཐོག་བཏང་བའི་གནས་ཚུལ་དེ་ན་ལ་ཡང་བཀོད་ཡོད་རེད། དེ་ནས་གནས་བདུན་བཞི་བ་འདི་ད་ལྟ་ཆུ་བྱད་ཁྲི་སྲོང་ལྡེ་བཙན་གྱི་བློན་པོ་ད་ལྟ་སྟག་སྒྲ་ལོ་ཀོང་གི་ཨེ་ནི་དམག་དཔོན་བྱས་ནས་རྒྱ་ནག་གི་ཐང་རྒྱལ་རབས་ཀྱི་མངའ་ཁོངས་ལ་བོད་པའི་དམག་དྲངས་པ་དམག་དྲངས་པ་ཙམ་མ་ཟད་སྐབས་དེ་དུས་ཀྱི་རྒྱ་ནག་གི་རྒྱལ་ས་དེ་རྒྱལ་ས་བྲང་ཡང་ཟེར་དེ་རེད་དེ་བོད་པས་ང་ཚོ་ཚུར་དབང་བསྒྱུར་བྱས་ནས་ཚུར་བསླེབས་པ་ཨེ་ནི་སྐབས་དེ་དུས་ཀྱི་རྒྱ་ནག་གི་གོང་མ་དེས་ད་ལྟ་ཧྲན་ཀྲུའུ་ཟེར་གྱི་ས་ཞིག་ལ་མ་གྲོལ་བའི་འོ་གནས་ཚུལ་དོན་གཙོ་བསྟན་ལོ་རྒྱུས་ཀྱི་རྡོ་རིང་འདིའི་ནང་ལ་འཁོད་པ་ཡིན་པས་ཡིན་ཙང་བྱས་ཙང་རྡོ་རིང་འདི་ཧ་ཅང་གི་གལ་གནད་ཆེན་པོ་རེད་ཟེར་གི། གནས་ཚུལ་འདི་གོང་ལ་ཞུས་པའི་མཐའ་གནད་དོན་གལ་ཆེ་བཞི་བོ་དེ་རྡོ་རིང་འདིའི་ནང་ལ་ཡང་འཁོད་ཡག་རེད་དེ་འདྲ་ཡིན་པས་ཡིན་ཙང། རྡོ་རིང་འདི་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་ཐོག་ལ་ཧ་ཅང་གི་གལ་གནད་ཅན་གྱི་རྡོ་རིང་ཅིག་ཆགས་བསྡད་ཡོད་རེད། འོ་ད་འདི། ཞོལ་གྱི་ཏུ་རིན། དང་པོ་ཟེར་ནས་མི་འདུག་ཡང་ན་ཞོལ་གྱི་ཏུ་རིན་ཕྱི་ནང་གཉིས་ཀྱི་ནང་ནས་ཏུ་རིན་ཕྱི་མ་འདི། ངོ་སྤྲོད་དུ་འདུས་ཞེས་པ་ཡིན་ན་འདི་འདྲ་གཅིག་རེད། ད་འདི་ནས་གཉིས་པ་འདི་ཞོལ་གྱི་ཏུ་རིན་ནང་མ་ཟེར་འདི་རེད་ཞོལ་གྱི་ཏུ་རིན་ཕྱི་མ་འདི་ལ་ལྟོས་ནས་ཨེ་ནི་ཏུ་རིན་ནང་མ་འདི་ཕྱིས་སུ་བཙུར་བ་ཡིན་པ་ཡིན་ཙང་ཨེ་ནི་ཕྱི་མ་ལ་ལྟོས་ནས་ད་ཕྱི་ནང་གཉིས་འདི་ཞོལ་གྱི་ཕོ་བྲང་པོ་ཏཱ་ལ་འདི་ཤར་ནས་ནུབ་བར་དུ་ཨེ་ནི་ལྕགས་རི་ཆེན་པོ་གཅིག་གི། སྐོར་ནི་དེ་ནང་ལ་ཡང་ཚུད་བསྡད་ཡོད་རེད་དེ་འདྲ་ཡིན་པས་ཡིན་ཙང་ད་གཞི་གོང་ལ་བཞུད་པའི་རྡོ་རིང་ཕྱི་མ་དེ་ཞོལ་གྱི་ལྕགས་རིའི་ཕྱི་ལོགས་ལ་ཡོད་པས་ཡིན་ཙང་ཨནི་ཞོལ་གྱི་རྡོ་རིང་ཕྱི་མ་ལབ་དགོས་ཡོད་རེད་ད། ལྕགས་རིའི་ནང་ལོགས་ལ་ཡང་བསྐྱར་རྡོ་རིང་ཞིག་བཙུགས་བའི་ཡིན་ཙང་ཨནི་དེ་ལ་ཡང་རྡོ་རིང་ནང་མ་བྱས་ཅད་རྡོ་རིང་ཕྱི་ནང་གཉིས་ཆགས་སྟངས་དེ་དེ་འདྲ་ཆགས་པ་རེད་ད། ད་ལྟ་ང་ཚོ་ངོ་སྤྲོད་ཞོལ་གྱི་རྡོ་རིང་གཉིས་པ་དེ་ཞོལ་གྱི་རྡོ་རིང་ནང་མ་དེ་རེད་ཞོལ་གྱི་རྡོ་རིང་ནང་མ་དེ་བོད་ཤུལ་དགའ་ལྡན་ཕོ་བྲང་གིས་ད་དེ་སྲིད་མི་ཐུབ་ལྔ་པ། སྡེ་སྲིད་ཀྱིས་རིམ་པ་དེའི་རྒྱལ་མཆོག་སྐུ་ཕྲེང་ལྔ་པ་ཆེན་པོའི་སྐབས་ལ་ད་ཕྱི་ལོ་ཆིག་སྟོང་དྲུག་ཡི་ཤིབ་ཞལ་གཉིས་ལོ་ལ་བོད་ཆོལ་ཁ་ནས་པོ་ར་ས་དུ་དབུ་བརྙེས་དེ་ནི་མ་ཆབ་སྲིད་ཀྱི་གཙོ་བོ་ཐུགས་འགན་བཞེས་ཉེ་དེ་ལ་ཡང་ང་ཚོ་སྡེ་སྲིད་ཀྱི་རིམ་པ་དེའི་བསྐོས་པ་རེད་རྒྱལ་མཆོག་ལྔ་པ་ཆེན་པོས། རྒྱལ་མཆོག་ལྔ་པ་ཆེན་པོའི་སྐབས་ལ་སྡེ་སྲིད་ཀྱི་རིམ་པ་བྱུང་པ་ཡིན་ཙང་ཨ་ནི་སྡེ་སྲིད་ཀྱི་ཐོག་མ་དེ་སྡེ་སྲིད་ཀྱི་དང་པོ་དེ་དུས་ཚོད་སུ་ནང་རབ་བརྟན་རེད་དེ་ནི་མ་ཨ་ནི་མི་ཐུབ་སྡེ་སྲིད་རིམ་པ་བདུན་ཙམ་བྱུང་པ་ནང་ནས་མི་ཐུབ་ལྔ་པ་དེ་སྡེ་སྲིད་སངས་རྒྱས་རྒྱ་མཚོ་རེད། རྒྱ་མཚོའི་རྔ་བ་ཆེན་པོ་རང་གི་སྐུ་དུས་ལ། འོ་འདི་སྲིད་སངས་རྒྱས་རྒྱ་མཚོས་ཕོ་བྲང་པོ་ཏཱ་ལའི་ནགས་ལོ་ནས་གཙོ་བོ་ཕོ་བྲང་དམར་པོ། ཕོ་བྲང་དཀར་པོ་འདི་རྒྱལ་མཆོག་རྔ་བ་ཆེན་པོ་སྐུ་འཚོ་བཞིན་བཞུགས་པའི་སྐབས་ལ་ཨ་ལས་འཛུགས་སྐྲུན་རྒྱ་སྐྱེད་གནང་བ་རེད་རྒྱལ་མཆོག་རྔ་བ་ཆེན་པོ་དགོངས་པ་རྫོགས་པའི་རྗེས་ལ། ཕོ་བྲང་དམར་པོ་འདི་འདི་སྲིད་སངས་རྒྱས་རྒྱ་མཚོས་གཙོ་བོ་ཐུགས་འགན་བཞེས་ནས་ཨ་ལས་འཛུགས་སྐྲུན་གནང། མཐའ་མ་དེ་ལས་ཡང་ཕོ་བྲང་པོ་ཏཱ་ལའི་ཡོངས་སུ་ལེགས་གྲུབ་ཟིན་པས། དྲན་གསོའི་ཆེད་དུ་ཕོ་བྲང་པོ་ཏཱ་ལའི་མདུན་གྱི་ངང་དུ་ཡང་མཆོད་མཇལ་གྲུ་གསེར་དང་དང་རི་ལྡེབས་ཀྱི། ཨེ་ནི་ཏུ་སྐད་ཀྱི་གཤམ་དེ་ལ་ཡང་ད་ལྟ་ཏུ་རིན་ནང་མ་དེའི་གཙུག་ཡོད་རེད་འོ་ད་འདི་ཏུ་རིན་ནང་མ་དེ་རེད། ཞོལ་གྱི་ཏུ་རིན་ནང་མ་དེའི་ངོས་ལ་ཡང་ཨེ་ནི་ཡི་གེ་ཕྱོགས་བཞི་ལ་ཡང་ཡི་གེ་ཡིག་འབྲུ་བཅས་བཀོད་ཡོད་མ་རེད་གང་ཡང་འཁོད་ཡོད་མ་རེད། འདི་ན་ཤིང་གིས་ད་ལྟ་གོང་ལ་ཞུས་པའི་ཞོལ་གྱི་ཏུ་རིན། ཕྱི་མ་འདི་ཡིས་ད་ལྟ་ཞོའི་ལྕགས་རིའི་ཕྱི་ལོགས་ལ་ཡང་གནས་ཡོད་པ་ཡིན་ཙང་དེ་ལ་ཡང་ཞོའི་རྡོ་རིང་ཕྱི་མ་ཅེས་མིང་ཐོགས། ནི་དེ་ལ་ལྟོས་ནས་ཞོའི་རྡོ་རིང་ནང་མ་དེ་ང་ཚོ་ལྕགས་རིའི་ནང་ལོགས་ཡོད་པ་ཡིན་ཙང་ཞོའི་རྡོ་རིང་ནང་མ་ཅེས་འོ་མིང་དེ་འདྲ་ཆགས་པ་རེད་དེ་འདྲ་ཡིན་པ་ཡིན་ཙང་ད་ཞོའི་གི་རྡོ་རིང་ནང་མ་དེ་ལ་ཡང་ཡི་གེ་མེད་པ་དེ་ལ་ཡང་ནི་དམིགས་བསལ་གྱི་གོ་རྒྱུ་དང་མཚོན་དོན་དམིགས་བསལ་གྱི་ཡོད་སྲིད་ཀྱི་བ་རེད་ད་དེ་རྗེས་ལ་མ་ས་བྱེད་ཅིག་ང་ལ་ངོ་སྤྲོད་ཞུ་བ་བྱེད།

གང་ལྟར། བཙུགས་བདུན་ལ་བཙུགས་པའི་གནས་ནི་རྡོ་རིང་འདི་རེད། རྒྱལ་ཁུལ་བདུན་ལ་ལྟ་སྟེ་དེང་སང་ང་ཚོ་བར་སྐོར་འགྲོ་དུས་གཙུག་ལག་ཁང་བདུན་ལས་ཡང་མཇལ་རྒྱུ་ཡོད་རེད། འདི་ཡིས་སྙེ་མ་ང་ཚོ་ལྷ་སའི་དབུས་དང་ཕྱོགས་བཞི་ལ་ཡང་ཆོས་རྒྱལ་སྲོང་བཙན་སྒམ་པོ་དང་རྒྱལ་ས་ཀོང་ཇོ་རྣམ་པ་གཉིས་ཀྱིས་བཙུགས་གནང་པའི་ད་སྙན་གྲགས་ཅན་གྱི་གྲགས་ཅན་གྱི་ཤིང་སྒང་ཤིང་སྒང་ལྔ་ཟེར་བྱོས་རེད་ད་ཤིང་སྒང་ལྔ་དེ་ང་ཚོ་བྱིས་ལ་མ་དེ་ཚེ་ལོ་ཀ་གཅིག་སྐབས་ལ་ངོ་སྤྲོད་ཤོས་བྱེད། འོ་ད་འདི་ཤིང་ཀ་ལྔ་ཡོད་པའི་ཤོད་སྲོལ་ཡོད་པའི་ནང་ལས་ད་དབུས་ལ་ཡ་ཇོ་དབུ་སྐྲ་ཟེར་གི་རྒྱ་ཆ་རྐང་གཅིག་ཡོད་རེད་འོ་རྒྱ་ཆ་རྐང་གཅིག་འདིའི་འཁྲིས་ལ་ད་ང་ཚོ་དབོན་ཞང་དུ་རི་འདི་བཙུགས་ཡོད་རེད། འདི་དུ་རི་འདི་ང་ཚོ་མཐུ་རྩེ་ལ་གཅིག་དྲི། བཞི་ད་ཚག་བདུན་ཅུ་དོན་བརྒྱད་ད་ཤིང་རྩེ་ལ་གཅིག་དྲི། ད་ཀླད་ཀོར་ཚག་དགུ་བཅུ་གོ་ལྔ། དུ་རི་འདི་ཐུགས་རྩེ་ལ་ཡ་གཅིག་དྲི་ཚག་ཀླད་ཀོར་ཚག་ལྔ་བཅུ། ཨོ་དེ་འདྲའི་བྱས་བ་རེད་ད་རྡོ་རིང་ཁོ་རང་གི་ཆེ་ཆུང་དང་རྒྱ་ཁྱོན་དང་ཚུགས་ཚད་དབང་དུ་བཏང་བ་ཡིན་ན། རྡོ་རིང་འདི་ལ་ཡག་ད་ཅི་གོང་ལ་ཞུས་པ་ན་ཤེས་རེད་ཞོའི་རྡོ་རིང་ཕྱི་མ་དང་འདྲ་བའི་ང་ཚོ་ཐོག་ལ་ཡག་ད་ཆར་པའི་ཆར་ཁེབས་བྱས་ཨ་ནི་འདི་གང་ལ་ཡག་རྟོགས་ཡོད་པ་ཨ་ནི་རྡོ་རིང་འདིའི་ཞབས་འོག་འདི་ལ་ཡག་དམིགས་བསལ་གྱི་ཨ་ནི་རུས་སྦལ་གྱི་ང་ཚོ་ཡག་ཏིག་དེ་འདྲས་ཡོད་པ་ཅིག་ཆགས་བསྡད་ཡོད་རེད། ད་ཨོན་ཆང་དུ་རིགས་ཀྱི་ཕྱོགས་བཞི་ཆོས་ལོ་ལ་ཡང་ཡི་གེ་བཀོད་ཡོད་རེད་ཤར་ལྷོ་ནུབ་བྱང་ཕྱོགས་བཞི་ཆོས་ལོ་ལ་ཡི་གེ་བཀོད་ཡོད་རེད་ཡི་གེ་བཀོད་པའི་ནང་ལོ་ནས་ཤར་གྱི་ངོས་དེ་ལ་ཡང་བོད་ཡིག་གི་ཞིང་བྲིས་བདུན་ཅུ་དོན་གཅིག་བྱས་དེ་བཀོད་ཡོད་རེད་དེའི་མཐའ་ནང་དོན་གཙོ་བོ་དེ་ང་ཚོ་རྒྱ་ནག་དང་བོད་ཀྱི་རྒྱལ་ཁབ་གཉིས་ཀྱི་བར་ལ་ཡང་ཨ་ནི་འབྲེལ་བ་གང་འདྲ་བྱུང་ཡོད་མེད་དེ་ནས་རྒྱ་བོད་ཀྱི་ས་མཚམས་བར་ལ་ཡང་ཨ་ནི་དམག་འཁྲུག་ཐེངས་མ་ག་ཚོད་བྱུང་ཡོད་མེད་ལ་སོགས་པ་ཨོ་ད་ཇི་འདྲས་ཀྱི་ཐོག་ནས་ཨ་ནི་ད་ལྟའི་ང་ཚོ་མནའ་སྐྱེལ་པའི་མནའ་ཚིག་གི་གི་དེའི་ནང་དོན་དེ་ཡས་དངོས་གཞིའི་གི་ནང་དོན་དེ་ཡས་ད་ད་ཤར་གྱི་ངོས་ཀྱི་ད་ད་ཡིག་འབྲེལ་བདུན་ཅུ་དོན་གཅིག་དེའི་ནང་ལ་ནང་དོན་དེ་ཡས་བཀོད་ཡོད་རེད། ད་དེ་ནས་ནུབ་ཀྱི་ངོས་དེ་ལ་ཡང་ནི། ད་ད་ནུབ་ཀྱི་ངོས་དེ་ལས་གཡས་དང་གཡོན་དེ་ཚན་གཉིས་ལ་དབྱེ་བ་ཕྱེས་ནས་གཡོན་གྱི་ངོས་དེ་ལ་ཡང་ནི་ང་ཚོ་བོད་ཡིག་གི་ཡིག་འབྲེལ་བདུན་ཅུ་དོན་བདུན་དང་གཡས་ཀྱི་ངོས་དེ་ལ་ཡང་ནི་རྒྱ་ཡིག་ཡིག་འབྲེལ་དྲུག་བཀོད་ཡོད་རེད། འོ་དེ་འདྲ་ཡིན་པ་ཡིན་ཚ་ད་དེའི་ནང་དོན་གཙོ་བོ་དེའི་བཀའ་གཙིགས་དེའི་ང་ཚོ་མགོ་མཇུག་གི་ད་གླིང་ཤེས་རབ་དེ་འདི་ན་བཀོད་ཡོད་རེད། དེ་ནས་བྱང་གི་ངོས་དེ་ལ་ཡང་སྐབས་དེ་དུས་ང་ཚོ་ད་ཆིངས་ཡིག་བཞག་པ་ཡིན་ཙང་ཆིངས་ཡིག་དེ་ལ་ཡང་ད་དངོས་སུ་བཞུགས་མཁན་གྱི་ང་ཚོ་བོད་ཀྱི་ཕྱོགས་ཀྱི་དཔོན་པོ་བཅུ་བདུན་གྱི་ད་སྤུས་རེ་མི་བཅུ་བདུན་གྱི་མིང་དེ་བོད་ཡིག་དང་རྒྱ་ནག་ཡི་གེ་ཆེ་ཆེ་རྒྱ་བོད་ཤན་སྦྱར་གྱི་ཐོག་ནས་བཀོད་ཡོད་རེད། ལྷོ་ཡི་ངོས་འདི་ལ་ང་ཚོ་ཆིངས་ཡིག་ལ་ཞུགས་མཁན་གྱི་རྒྱ་མིའི་ཕྱོགས་ཀྱི་དང་རྒྱ་ཕྱོགས་ཀྱི་དཔོན་རིགས་བཅོ་བརྒྱད་ཆེ་ཆེ་ཁོ་ཚོ་མི་གཅིག་གི་མ་ལྔ་ཡོད་རེད་རྒྱ་ཕྱོགས་ཀྱི་མི་མི་བཅོ་བརྒྱད་ཀྱི་མིང་དེ་ཡང་ཡང་ང་ཚོ་བོད་ཡིག་དང་རྒྱ་ཡིག་ཆེ་ཆེ་རྒྱ་བོད་ཤན་སྦྱར་གྱི་ཐོག་ནས་བཀོད་ཡོད་པ་ཧོ་ཐ་ཐི་ཅིག་ཆགས་བསྡད་ཡོད་རེད་ད་རྡོ་རིང་འདིའི་མཇུག་དེ་ལ་ཡང་ང་ཚོ་རྡོ་རིང་འདི་འདྲ་ཅིག་ད་ལྟ་རྒྱ་ནག་གི་རྒྱལ་ས་སྐབས་དེ་དུས་ཏིང་ཤི་ལི་ཡར་བཙུགས་ཡོད་པ། ཨིནྚ་རྡོ་རིང་འདིའི་སྒང་ལ་བཀོད་པའི་ང་ཚོ་ནང་དོལ་ཟེར་ནས་མི་འདུག་དེའི་ཡི་གེ་དེའི་མ་ཡིག་གི་ཟིན་བྲིས་བཅས་ང་ཚོ་བོད་དང་རྒྱ་ནག་གི་རྒྱལ་ཁབ་གཉིས་ཁག་གི་ཨིནྚ་ཡིག་ཚང་ནང་ལ་ཡང་ཨིནྚ་ཉར་ཚགས་བྱས་ཡོད་པ་ལ་སོགས་པ་དེ་རྡོ་རིང་ནང་ལ་བཀོད་ཡོད་རེད། དེ་ནས་རྡོ་རིང་འདི་ད་ལྟ་བར་དུ་ང་ཚོ་རྙེད་སོན་བྱུང་བའི་རྡོ་རིང་གི་ནར་ལོ་ནས་ཐ་སྙད་འདྲ་ཆེ་ཤོས་གཅིག་དང་ནང་དོན་གྱི་ཆ་ནས་ཆ་བཞག་པས་ནི་ཕུན་སུམ་ཚོགས་ཤོས་གཅིག་ཡིན་པ་ཡིན་ཙང་ང་ཚོ་ཞིབ་འཇུག་གི་ཐོག་ནས་ཆ་བཞག་པས་ནི་ཧ་ཅང་གི་རིན་ཐང་ཆེན་པོ་ལྡན་ཡོད་པའི་རྡོ་རིང་གཅིག་ཆགས་བསྡད་ཡོད་རེད་དེ་ནས་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་པ་གཞི་ཆ་རུ་བྱས་པ་ཡིན་ན། བོད་དང་རྒྱ་ནག་གཉིས་བར་ཡ་ད་ཆིངས་བསྒྲིགས་དེ་འདྲ་ཐེངས་མ་མང་པོ་བྱས་པ་རེད་ཡིན་པ་ཡིན་ནའི་གང་ལྟར་ཆིངས་ཡིག་གི་ནང་དོན་དེ་ཚོ་ཡིག་ཐོག་ལ་བཀོད་པ་དེ་ཐེངས་མ་གཉིས་མ་གཏོགས་བྱུང་ཡོད་མ་རེད་དེ་མ་ཡིན་ཙང་ཐེངས་མ་གཉིས་ཀྱི་ནང་ལས་ད་ལྟ་ང་ཚོས་བསྡུ་རིང་ཀ་ལ་བཀོད་པ་དེ་ཐེངས་མ་གཉིས་པ་དེ་ཆགས་བསྡད་ཡོད་རེད། བསྡུ་རིགས་འདིས་རྒྱ་ནག་གི་ད་ལྟ་རྒྱལ་ས། ག་ལ་སྐབས་དེ་དུས་ཀྱི་རྒྱ་ནག་ཐང་རྒྱལ་རབས་ཡིན་པ་ཡིན་ཙང་ཐང་རྒྱལ་རབས་ཀྱི་ཨེ་ནས་ལོ་དག་ད་ལྟ་ཁྲང་ཅན་ཁྲི་ལོ་དང་པོ་ཟེར་ལབ་ཀྱི་ཡོད་རེད་ང་ཚོ་བོད་ལ་ཆ་བཞག་པ་ཡིན་ན་བོད་ལྕགས་ལང་ལོ་ཁེགས་ཀྱི་ཡོད་རེད། དེང་སང་གི་འདི་དང་དབང་དུ་བཏང་པ་ཡིན་ན་སྤྱི་ལོ་བརྒྱད་བརྒྱ་ཉི་ཤུ་རྩ་གཅིག་གི་ད་དགུན་ཟླ་ར་བ་ཟེར་ལབ་ཀྱི་ཡོད་རེད་དགུན་ཟླ་ར་བ་དེ་དེང་སང་ང་ཚོ་ཡོངས་གྲགས་ཀྱི་རྩིས་སུ་བྱས་པ་ཡིན་ན་བོད་ཟླ་བཅུ་གཅིག་པ། འོ་བོད་ཟླ་བཅུ་གཅིག་པའི་ནི་ཚེས་བཅུ་ཉིན་མོ་དེ་བོད་ཀྱི་སྐབས་དེ་དུས་ཀྱི་རྒྱལ་པོ་དེས་བཙན་པོ་དང་ང་ཚོ་དུས་ཀྱི་མེས་དབོན་རྣམ་གསུམ་གྱི་ནང་ནས་ལྔ་དང་ཁྲི་རེ་བ་ཅན་ཆགས་བསྡད་ཡོད་རེད་ད། སྐབས་དེ་དུས་ཀྱི་ད་བོད་ཀྱི་ཕོ་ཉ་ནི་ཞང་ཁྲི་ཐོག་སེ་དེ་མ་སྐྱེས་བུ་ག་མངགས་པའི་ལོ་རྒྱུས་ཡོད་རེད་ག་ད་ལྟ་སྡོད་པའི་ནི་ལྔ་དང་ཁྲི་རེ་བ་ཅན་དང་ནི་རྒྱ་ནག་གི་ཐང་རྒྱལ་རབས་ཀྱི་གོང་མ་ཨ་ནི་མོ་བཙོང་སའི་སྡེ་ཆགས་རེད་འོ་དེ་གཉིས་ཀྱི་བར་ལ་ཡང་ང་ཚོ་ཆབ་སྲིད་ཀྱི་ཐ་ནང་དུས་འདྲ་བོ་དེ་གྲོས་མཐུན་བྱུང་ནས་གཅིག་ཏུ་མོལ་བྱས་རྒྱ་ནག་གི་རྒྱལ་སར་ཁྲང་ཡན་ལི་ཨ་ནི་སྣ་ཆིན་མཛད་ཨ་ནི་དེ་སྣ་ཆིན་དེ་ནང་ནས་རྒྱ་ནག་དང་བོད་ཀྱི་ང་ཚོ་ས་མཚམས་དེ་ས་མཚམས་དེ་བརྟན་པོ་བྱས་ནས་བཟོས་ནས་ག་ད་ཐག་བཅད་ནས་ཨ་ནི་ད་ལྟ་རྡོ་རིང་ནང་ལ་བརྐོས་པའི་དཀའ་ཚིག་གི་ནང་དོན་དུ་རྡོ་རིང་ལ་མ་བརྐོས་ནས་ཨ་ནི་རྡོ་རིང་ལ་གཙུག་རྡོར་སྡོད་པ་ཡིན་ན། ཨ་ནི། ད་ལྟ་ས་མཚམས་ལ་ཡང་རྡོ་རིང་གཅིག་བཙུགས་རྒྱ་ནག་གི་རྒྱལ་ས་ལ་རྡོ་རིང་གཅིག་བཙུགས་བོད་ཀྱི་རྒྱལ་ས་ལ་རྡོ་རིང་གཅིག་བཙུགས་ནས། ཨོ། རྒྱལ་ཁབ་གཉིས་ཀྱི་རྒྱལ་ས་ལ་རྡོ་རིང་རེ་རེ་དང་རྒྱལ་ཁབ་གཉིས་ཀྱི་ས་མཚམས་ལ་ཡང་རྡོ་རིང་གཅིག་བཙུགས་ནས་རྡོ་རིང་གཅིག་པ་གཅིག་ཡང་གཅིག་གིས་གསུམ་བཙུགས་ཡོད་རེད་དེའི་ནང་དོན་གྱི། དེ་རྒྱའི་ཡིག་ཐོག་ལ་བཀོད་ནས་རྒྱལ་ཁབ་སོ་སོའི་བང་མཛོད་ལས་ཉར་ཚགས་བྱས་ཡོད་པ་ད་གཞི་ཁོང་ལ་ཞུས་པ་ནང་བཞིན་རེད་དེ་འདྲ་བྱས་ནས་གང་ལྟར་རྡོ་རིང་བཙུགས་ནས། ཨ་ནི་ཡང་བསྐྱར་ང་ཚོ་ད་བོད་ལོ་བྱས་པ་ཡིན་ན་བོད་ཆུ་ད་བགེགས་ཡོད་རེད་ད་སྤྱི་ལོ་བྱས་པ་ཡིན་ན་སྤྱི་ལོ། བརྒྱད་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོའི། ད་ལྟ་དབྱར་ཟླ་འབྲིང་པོ་བསླབ་ཡོད་རེད་དབྱར་ཟླ་འབྲིང་པོ་དེ་ང་ཚོ་བོད་ཟླ་དྲུག་པའི་ནང་ལ་འཁེལ་གྱི་ཡོད་རེད་དབྱར་ཟླ་འབྲིང་པོའི་ནི་ཚེས་དྲུག་ལབ་ཡིན་དུས་བོད་ཟླ་དྲུག་པའི་ཚེས་དྲུག་གི་ཉིན་མོ་དེ་ནི་བོད་ཀྱི་རྒྱལ་ས་ལྷ་སའི་ཐང་རྟ་ཤར་ཕྱོགས་སྦྲ་སྟོད་ས་ལ་ཡང་ནི་བོད་དང་རྒྱ་ནག་གི་ཐང་རྒྱལ་རབས་གཉིས་ཀྱི་ཐང་སྤྱིའི་གོང་ལ་བཞུགས་པའི་བོད་པའི་དཔོན་པོ་བཅུ་བདུན་རྒྱ་ནག་གི་དཔོན་པོ་བཅོ་བརྒྱད་དེ་གཉིས་དེ་ང་ཚོ་བོད་ཀྱི་རྒྱལ་ས་ལྷ་ས་ནས་བརྩེ་བའི་ཤར་ཕྱོགས། ཨ་ནི་དྲག་འདུས་ཚལ་ཡ། ཞི་དྲག་གི་རྟ་བློན་པོ་རྟ་དཔོན་པོ་ལ་སོགས་པ་དེ་རྒྱ་མཚོའི་ཚོགས་ཨ་ནི་སྐབས་དེ་དུས་ཀྱི་རྡོ་རིང་དཀར་ལ་བཀོད་ཡས་ཀྱི། འོ་ཆིངས་ཡིག་གི་བཅད་ཐུམ་དེ་རྒྱ་གྲོན་མོའི་སྣ་ཨ་ནི་སྣ་ཆིངས་གྲུབ་ནི་ཨ་ནི་དེའི་ནང་ཐུན་དེ་རྒྱ་སྔགས་དང་ཁྲི་རལ་པ་ཅན་གྱི། ཁྲི་ལོ་ཆད་པ་ནི་ཁྲི་ལོ་དགུ་པ། བོད་ལོ་ཆད་པ་ཡིན་ན་བོད་ཆོས་ཡོད་ཀྱི་ཡོད་རེད་ཨ་ནི་སྤྱི་ལོ་སྤྱི་ལོ། སྤྱི་ལོ་བརྒྱད་ཀྱི་ཉིས་རྩ་གསུམ་ལོའི་སྤྱི་ཟླ་འབྲིང་པོ་ད་སྤྱི་ཟླ་འབྲིང་པོ་འདི་ང་ཚོ་བོད་ཟླ་གསུམ་པའི་ནང་ལ་འཁེལ་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་སྤྱི་ལོ་བརྒྱ་ཆ་ཉི་ཤུ་རྩ་གསུམ་ལོའི་བོད་ཟླ་གསུམ་པའི་ཚེས་པ་བཅུ་བཞི་ཉིན་མོ་འདི་ཨ་ནི་རྒྱ་ནག་དང་བོད་ཀྱི་རྒྱལ་རབས་རྒྱལ་ཁབ་གཉིས་ཀྱི་བར་ལ་ཡང་ཨ་ནི་ཞི་དྲག་གི་དཔོན་རིགས་རྣམ་པ་ཚོ་ཚུར་འཛོམས་ནས་ང་ཚོ་གནའ་གནའ་ཆེན་གྱི་ནང་དོན་དེ་ཡང་རྡོ་རིང་ལ་བརྐོས་ཨ་ནི་བོད་ཀྱི་རྒྱལ་ས་ལྷ་སའི་གཙུག་ལག་ཁང་གི་མདུན་ལ་ཡང་རྩོད་པ་ཅིག་ཆགས་ཀྱི་ཡོད་རེད། དེས་ན་གཅིག་དང་གཅིག་གང་ལ་ཞུམ་ན་ཞེས་པའི་དེ་དང་ཕྱོགས་མཚུངས་པ་རྒྱ་ནག་གི་ཐང་རྒྱལ་རབས་ཀྱི་རྒྱལ་ས་ཁྲང་ཡན་ལ་ཡང་རྡོ་རིང་གཅིག་བཙུགས། ཨ་ནི་བོད་དང་རྒྱ་ནག་གཉིས་ཀྱི་ས་མཚམས་དེང་སང་བྱས་པ་ཡིན་ན་ང་ཚོ་རྒྱ་ཡི་མཆོད་རྟེན་དཀར་པོ་ཟེར་ལབ་ཀྱི་ཡོད་རེད་ག་ཤེད་ལ་ཡང་གུང་གུ་མི་རུ་ཟེར་ལབ་ཀྱི་ཡོད་རེད་ད། རྒྱ་ཡི་མཆོད་རྟེན་དཀར་པོ་ཡིན་ན་གུང་གུ་མི་རུ་ཟེར་དེ་བོད་དང་རྒྱ་ནག་གི་ས་མཚམས་དེ་རེད་རྡོ་རིང་བཙུགས་ས་དེ་དེ་ཡིས་དེང་སང་བྱས་པ་ཡིན་ན། མཚོ་སྔོན་ཞིང་ཆེན་གྱི་ཁྲི་ཀ་དང་ཡང་འགའ་ཤས་ཀྱིས་ཀན་སུའུ་ཞིང་ཆེན་གྱི་ཐའོ་མན་སའེ་ཐི་ལི་ཡར་ཡོང་རེ་བྱས་རྗེས་ག་ཟླ་དུས་ཚིགས་མ་འདྲ་ཁ་ཤས་བརྗོད་རེད་ཡང་འགའ་ཤས་ཀྱིས་ཀན་སུའུ་ཞིང་ཆེན་གྱི་ད་ཟླ་ཆིང་ཧྲོ་ཤན་སའེ་ཐི་ལི་ཡར་ཡོད་པ་འདི་འདྲའི་གི་ད་དུས་ཚིགས་མ་འདྲ་ཁག་གསུམ་ཡོད་རེད་ག་ཟླ་ཡོངས་གྲགས་རྒྱལ་རབས་ལ་འཁོད་པ་དེ་རྒྱ་ཡི་མཆོད་རྟེན་དཀར་པོ་སའེ་ཐེ་གུང་གུ་མི་རུ་སའེ་ཧོ་ད་དེ་གཉིས་དེ་རེད་ང་ཚོ་བོད་པའི་མིང་ལ་འཁོད་པ་དེ་འོ་འདི་ཡི་རྒྱ་བོད་གཉིས་ཀྱི་ས་མཚམས་ཀྱི་ས་མཚམས་དེ་ལ་ཡག་ཐང་ཅིག་ཁོང་ལ་ཞུས་པས་མནའ་ཚིག་གི་རྡོ་རིང་ལ་བཀོད་ནས་རྡོ་རིང་བཙུགས་ས་ལས་འདི་ཆགས་བསྡད་ཡོད་རེད། འོ་འདིའི་ས་མཚམས་དེ་ལ་ཡག་གང་ལྟར་རྡོ་རིང་ཅིག་བཙུགས་ནི་དེ་འདྲའི་ལོ་རྒྱུས་ག་ལ་འཁོད་ཡོད་རེད་དེ་ཡིན་པས་ནས་གང་ལྟར་ལོ་རྒྱུས་ཀྱི་ད་འཕོ་རྒྱུ་ཟེར་ནས་མི་འདུག་དེ་འདྲའི་གི་ད་འགྱུར་བ་ཕྱིན་ནི། རྒྱ་ནག་ད་ལྟ་བོད་ཀྱི་འདི་རྒྱལ་ཁབ་ཐ་དད་ཡིན་པས་ཨེ་ནི་དཔང་རྟགས་མང་ཆེ་རྩ་མེད་ལ་ཕྱིན་པ་ཟེར་ནས་མི་འདུག་ཡང་ན་རྩ་མེད་ལ་བཏང་བའི་ཁྲོད་ལ་ཡང་ཨེ་ནི་རྒྱ་བོད་གཉིས་ཀྱི་ས་མཚམས་གུང་གུང་མི་རུའམ་ཡང་ན་རྒྱ་ཆོས་དེ་ག་བ་ལ་བཙུགས་པའི་རྡོ་རིང་འོ་འདི་ག་སོང་ཆ་མེད་གྱུར་བ་ཟེར་ནས་མི་འདུག་ད་ད་ལྟའི་ཆ་ལ་ཡང་ང་ཚོ་དེབ་དེའི་ཐོག་ལ་འཁོད་པ་མ་གཏོགས་དངོས་སུ་ས་གནས་ཁག་ལ་ཡང་མཐོང་ཡ་མེད་པ་ཆགས་བསྡད་ཡོད་རེད་འདི་འདྲ་ཡིན་པ་ཡིན་ཚ་ད་ད་ལྟ་ང་ཚོ་དངོས་སུ་མཐོང་རྒྱུ་ཡོད་པ་དང། དཔང་རྟགས་ལ་ཡོད་པ་འདི། ལྷ་སའི་གཙུག་ལག་ཁང་གི་མདུན་ལ་ཡོད་པའི་ང་ཚོ་དབོན་ཞང་རྡོ་རིང་འདི་ཕྱག་བསྟན་ཡོད་རེད་ད་གཞན་དག་དེའི་མིང་གི་ལྷག་མ་ལ་གྱུར་ཟིན་པ་རེད་དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་སྔེ་མ་སྤྱི་ལོའི་དུས་རབས་བདུན་པའི་ནང་ལོ་ལ་ཆོས་རྒྱལ་སྲུང་བཙན་སྒམ་པོས་སྤྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་གཅིག་ལོ་ལ་རྒྱ་ནག་ཀྱི་དང་རྒྱ་ནག་ནས་ད་རྒྱ་ནག་ཐང་རྒྱལ་རབས་ཀྱི་རྒྱལ་པོའི་སྲས་མོ་རྒྱ་བཟའ་མི་ཤིའི་དགོངས་ཆོས་ཆོས་རྗེ་སྲོང་བཙན་སྒམ་པོའི་བཙུན་མོ་ལ་ཡང་བསུས། དེ་ནས་ཁྲི་ལྡེ་གཙུག་བཙན་གྱི་སྤྱི་ལོ་བདུན་བརྒྱ་བཅུ་ལོ་ལ་ད་རྒྱ་བཟའ་གྱིམ་ཤིའི་དགོངས་ཆོས་འདི་ལ་ཡང་རྒྱ་བཟའ་ཕྱི་མ་ཟིག་ཡོད་རེད་གང་ཡིན་ཟེར་ན་ཆོས་རྗེ་སྲོང་བཙན་སྒམ་པོའི་སྐབས་ལ་རྒྱ་བཟའ་འོས་ཤིའི་དགོངས་ཆོས་བཙུན་མོ་ལ་བཞེས་པ་ཡིན་ཟ་འདི་རྒྱ་བཟའ་སྔ་མ་བྱས། ཁྲི་ལྡེ་གཙུག་བཙན་སྐབས་ལ་རྒྱ་ས་ཁྱིམ་གཞི་ཀོང་ཇི་བཙོན་མོར་གསོལ་བ་ཡིན་ཙང་རྒྱ་ས་ཕྱི་མ་བྱས་རྗེས་གང་ལྟར་བོད་ཀྱི་བཙན་པོ་གཉིས་ཀྱིས་རྒྱ་ནག་གི་ད་བཙོན་མོ་གཉིས་སྔ་ཕྱིའི་ཆད་ནས་རིམ་པ་བཅད་ནས་གསོས་པ་ཡིན་ཙང་རྒྱ་ས་སྔ་མ་དང་རྒྱ་ས་ཕྱི་མ་གཟིགས་ཡོར་བའོ་ཁྱིམ་གཞི་ཀོང་ཇི་བཙོན་མོ་ལ་གསོས་ཨེ་ནི་དེ་འདྲའི་ཆད་ནས་བོད་དང་རྒྱ་ནག་གཉིས་ཀྱི་བར་ལ་ཡང་ང་ཚོ་ད་ཉན་གྱི་འབྲེལ་བ་བྱུང་པ་ཡིན་པ་ཡིན་ཙང་ཨེ་ནི་ཨོན་ཤང་ལས་ཨོན་ཤང་གི་འབྲེལ་བ་བྱུང་པ་རེད་ཨོན་ཤང་ལས་བྱུང་པ་ཡིན་པ་ཡིན་ཙང་ཨེ་ནི་ཨོན་ཤང་དུ་རིང་བསྲེལ་གྱི་མིང་དེ་དེ་ནས་ད་ཡེ་ན་མ་རྒྱལ་རབས་གཉིས་ཀྱི་འགྲོ་གཉིས་འབྲེལ་གྱི་འགྲོ་བྱུང་བ་ཡིན་ཙང་དེ་འབྲེལ་གྱི་ད་དབོན་ཞང་གི་འགྲོ་བྱུང་བ་ཡིན་ཙང་དེའི་ཐོག་ནས་མིང་དེ་བཏགས་པ་རེད། དབོན་ཞང་རྡོ་རིང་འདི་ལ་ཡང་ད་ཅི་གོ་ན་ཞུམ་ན་ཞིག་རེད་མིང་གི་རྣམ་གྲངས་ཆེ་བ་ཡིན་ན་ཕལ་ཆེར་བཞི་ཙམ་ཞིག་ཡོད་རེད། གཅིག་སྟེ་དབོན་ཞང་རྡོ་རིང་ཟིག་ཡོད་རེད། མིང་གི་རྣམ་གྲངས་གཅིག་ལ་ཡང་ཁྲང་ཆིན་རྡོ་རིང་ཟིག་ཡོད་རེད། མིང་གི་གཅིག་ལ་ཡང་རྒྱ་བོད་མཐུན་སྒྲིལ་རྡོ་རིང་ཟིག་ཡོད་རེད། འགའ་ཤས་ལ་ཡང་ལྷ་སའི་གཙུག་ལག་ཁང་གི་མདུན་ལ་བཙུགས་པ་ཡིན་པ་ཡིན་ཙང་ཨ་ནི་ལྷ་སའི་རྡོ་རིང་ཟེར་བཅས་གང་ལྟར་མིང་གི་རྣམ་གྲངས་མ་འདྲ་བཞི་ཙམ་ཞིག་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་བསྡད་ཡོད་རེད། ད་རྡོ་རིང་འདིའི་ག་ཚོད་རེད་ཡི་གེའི་ཐ་ན་ལོ་ལ་ཡང་ནང་དོན་ག་རེ་འཁོད་ཡོད་རེད་ཟེར་ལབ་ཡིན་ན་ནི་བོད་དང་རྒྱ་ནག་གཉིས་ད་ལྟ་བར་དུ་ང་ཚོ་འདིའི་ད་ཚིག་གཞི་ཆ་མ་ཀློག་པ་ཡིན་ན་དེ་འདྲས་འཁོད་ཡོད་རེད་བོད་རྒྱ་གཉིས་ད་ལྟར་དུ་མངའ་བའི་ཡུལ་དུ་མཚམས་བསྲུངས་ཤིང་དེའི་ཤར་ཕྱོགས་ཐམས་ཅད་ནི་རྒྱ་ཆེན་པོའི་ཡུལ། ནུབ་ཕྱོགས་ཐམས་ཅད་ནི་ཡང་དག་པར་བོད་ཆེན་པོའི་ཡུལ་ཏེ། དེ་ལས་ཕན་ཚུན་དགྲར་མི་འཐབ་དམག་མི་དྲག། དམག་མི་རྣམ་ཞེས་བཀོད་ཡོད་རེད་དེ་ནང་བཞིན་གྱི་དེའི་འོག་ལ་ཡང། སྐྱིད་པའི་བཀའ་དྲིན་ནི་རབ་ཁྲིའི་བར་དུ་ཐོབ། སྙན་པའི་སྒྲ་སྐད་ནི་ཉི་ཟླས་སླེབས་སུ་མཆོག་ཏུ་ཁྱབ་སྟེ་བོད་བོད་ཡུལ་ན་སྐྱིད་རྒྱ་རྒྱ་ཡུལ་ན་སྐྱིད་པའི་སྲིད་ཆེན་པོ་སྦྱར་ནས། ཚིགས་བཅད་པ་འདི་ནམ་ཞར་མི་འགྱུར་བ་དཀོན་མཆོག་གསུམ་དང་འཕགས་པའི་གནམ་དང་ཉི་ཟླ་དང་གཟའ་སྐར་ལ་ཡང་དཔང་དུ་བཙུགས་ཏེ་ཚགས་ཚིག་གི་རྣམ་པས་ཀྱང་བཤད། སྲོག་ཆགས་བསད་དེ་སྣ་ཡང་བོར་ནས་ཚིགས་བཅད་སུ་བྱས། ངོ་ད་ཚིག་གལ་གནད་ཆེ་ཤོས་འདི་འཁོད་བསྡད་ཡོད་རེད། དེ་ཡིན་པ་ཡིན་ཙང་ད་ང་ཚོས་ད་དུང་གོང་ལ་ཞུས་པའི་ད་ལྟ་རྡོ་རིང་གི་ཡི་གེ་དེའི་ནང་ནས་དུམ་བུ་གཅིག་ཚུར་དྲངས་ཡོད་རེད་དེ་མ་ཡིན་པའི་ང་ཚོ་ལོ་རྒྱུས་ཀྱི་དེའི་ནང་ནས་ནང་དོན་གཙོ་བོ་དེ་ག་རེ་མཐོང་ཐུབ་ཀི་རེད་ག་རེ་གསལ་ཡོད་རེད་ཟེར་ལབ་པ་ཡིན་ནའང་སྤྱི་ལོའི་དུས་རབས་བདུན་པ་ནས་བཟུང་བ་ཅིག་གིས་ད་བོད་དང་རྒྱ་ནག་བར་ལ་ཡང་ང་ཚོ་ད་ས་ཆ་དང་ཕན་ཚུན་ཡུལ་ལ་སོགས་པའོ་དེ་ཚོའི་དམག་འཁྲུག་ཐེངས་མང་པོ་བྱུང་བ་ཡིན་ནའི་གང་ད་ཕར་འགྲོ་ཚུར་འོང་གི་འབྲེལ་བ་དང་ད་རྒྱུན་མ་ཆད་པར་གནས་པ་འདི་ནི་ཕན་ཚུན་གྱི་ང་ཚོ་བོད་དང་རྒྱ་ནག་གཉིས་ཀྱི་ཕན་ཚུན་གྱི་དཔལ་འབྱོར་དང་རིག་གནས་སྤེལ་རེས་བྱས་པ་དེ་ཙམ་མ་ཟད་ལྷག་པར་དུ་རྒྱལ་རབས་ལོ་རྒྱུས་ཀྱི་དུས་ཚོད་ཀྱི་བྱུང་བའི་ནང་ལ་ཡང་ཕན་ཚུན་དམག་འཁྲུག་ཐེངས་མ་མང་པོ་བྱས་པ་དམག་འཁྲུག་བྱུང་བའི་འགའ་ཤས་ལ་ཡང་ཡང་ང་ཚོ་ཕག་གསོ་བར་འདུམ་བྱས་ནས་འདུམ་འགྲིག་བྱུང་བ་སོ་སོ་ལ་ཡང་བོད་ལ་ཡིན་པས་ན་བོད་ལ་དབང་བའི་ས་ཆ་རྒྱ་ནག་ལ་ཡིན་པས་ན་ད་ཅི་རྒྱ་ནག་ལ་དབང་བའི་ས་ཆ་བྱས་ད་ད་ཅི་གོང་གི་ལོ་རྒྱུས་ནང་ལ་རྡོ་རིང་ཁོ་ན་ལ་ཟེར་བ་ནང་བཞིན་རེད། སོ་སོ་ལང་བའི་ས་མཚམས་དུ་དུ་སོ་སོས་ང་ཚོ་ག་སུ་རའི་ས་མཚམས་དང་ཆུ་མཚམས་བར་དབྱེ་བ་ཕྱེ་ནས་དཔྱད། ཨེ་ནི་འདིས་ང་ཚོ་བོད་ཀྱི་ས་ཆ་ནས་ཨེ་ནི་སྐྱིད་པ་དང་ག་སུ་ར་ད་བོད་འདི་བོད་ཀྱི་ས་ཆ་ལ་ཡང་སྐྱིད་པ་རྒྱ་ནག་འདི་རྒྱ་ནག་གི་ས་ཆ་ལ་ཡང་སྐྱིད་པས་དེ་འདྲ་ཡིན་པ་ཡིན་ཙང་ཨེ་ནི་འཚེ་བ་མེད་པ་ཞི་བདེ་དགའ་སྟོན་གྱི་དཔལ་ལ་རོལ་མྱོང་བ་ལ་སོགས་པ་འོ་ལ་དེ་འདྲས་ཀྱིས་གང་དག་མདོར་བསྟོད་པ་ཡིན་ན་བོད་དང་རྒྱ་ནག་གཉིས་སྒོ་ཀུན་ནས་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ལ་ཡང་ཨ་ནི་ཐ་དད་ཡིན་པས། འོ་ད་ལོ་རྒྱུས་ཀྱི་དཔང་རྟགས་གལ་གནད་ཆེ་ཤོས་གཅིག་ད་ལྟའི་ལྷ་སའི་རྡོ་རིང་འདི་ཆགས་བསྡད་ཡོད་རེད། ད་རྡོ་རིང་གི་ཡི་གེའི་ནང་གི་དུས་མཚན་གཉིས་པ་རབས་འདི་ལ་ཡང། ད་སྐད་གྲགས་ཆེ་བའི་ང་ཚོ་དབང་གིས་ད་ལྟ་ཁ་སོ་རས། དང་པོ་ལ་བཞག་གི་ཡོད་རེད་ཁྲང་ཆིན། མཐུན་སྒྲིལ་རྡོ་རིང་ཟེར་ནས་མི་འདུག་ཡང་ན་དབོན་ཞང་རྡོ་རིང། ད་འདིའི་ནང་ལོགས་ཀྱི་ནང་དོན་གལ་ཆེ་དྲགས་པ་འདི་འདིར་མ། དུས་མཚན། དགུ། རྩ་གཅིག་མ་དབྱེ་བ་ཕྱེ་ནས་ཞུས་པ་ཡིན་ན་བལྟས་ཚེ། ཁ་གསལ་བ་དང། བློ་ལ་ངེས་པ་ཡོང་གི་རེད་བསམ་གྱི་འདུག་དེ་འདྲ་ཡིན་པ་ཡིན་ཙང་དུས་མཚན་དགུ་ལ་མ་དབྱེ་བ་ཕྱེ་བ་ཡིན་ན། དུས་མཚན་དང་པོ་དེ་རྒྱ་ནག་ཐང་རྒྱལ་རབས་དང་བོད་རྒྱལ་ཁབ་གཉིས་ཀྱི་བར་ལ་ཡང་དམག་འཁྲུག་ཐེངས་མང་མང་པོ་བྱུང་བའི་ལོ་རྒྱུས་དེའི་དུས་མཚན་གཅིག་འཁོད་ཡོད་རེད། དུས་མཚན་གཉིས་པ་དེ་ལ་ཡང། སྐབས་དེའི་ང་ཚོ་བོད་ཀྱི་རྒྱལ་པོ་དང་བློན་པོ་ལ་སོགས་པ་དེ་ཚོའི་བར་ལ་ཡང་ང་ཚོ། མནའ་སྐྱེལ་སྟངས་ཟེར་ནས་མི་འདུག་མནའ་བཞག་སྟངས། བྱེད་སྟངས་ག་འདྲ་ཡིན་མིན་ད་ཅི་གོ་ལ་ཡག། ནི། ཉི་ཟླ་ལ་སོགས་པ་དང་ཚོ་དཔང་དུ་བཙུགས་ཡ། དེ་རྣམས་ཤིག་གི་སྲོག་ཆགས་བསད་ནས་ནི། སྣ་བརྒྱད་ལ་སོགས་པ་དེ་འདྲས་འཁོད་ཡོད་པ་ཡིན་ཙང་ཨུཏྤ་ཏིའི། སྣ་ཞག་བྱེ་ཐང་ལ་སོགས་པ་དེའི་གནས་ཚུལ་ཅིག་འཁོད་དེ་ཡ། གསུམ་པ་དེ་ལ་ཡ། རྒྱ་ནག་ནས་ད་ལྟ་རྒྱ་བཟའ། ཝུན་ཤིའི་ཀོང་ཇོ། དང་ཅིན་ཀྲིན་ཀོང་ཇོ་ད་ཅིན་ཀྲིན་བསད་དེ་ང་ཚོ་ཁྱིམ་ཤིའི་ཀོང་ཇོ་རྒྱལ་ས་སྔ་ཕྱི་གཉིས་པོ་དེ། གང་ལྟར་བོད། ཀྱི་རྒྱལ་པོའི་གཙོ་མོ་ལ་མ།

དེ་ནས་རྔ་པ་དེ་ལ་ཡང་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་བོད་ཀྱི་སྲིད་དབང་བཟུང་པའི་དུས་ཚོད་ཀྱི་རིགས་འགའ་ལ་ཡང་རྒྱ་ནག་ཐང་རྒྱལ་རབས་ཀྱི་གོང་མ། མི་རབས། རིམ་པ་གསུམ་བྱུང། དེ་ཚོའི་བར་ལ་ཡང་ཕན་ཚུན་བར་ལ་ཡང་འབྲེལ་བ་ཧ་ཅང་ཡག་པོ་བྱུང་བས་ཡིན་པ་ཡིན་ཙང་དེའི་དབང་གིས་ང་ཚོ་སྐད་འཛིན་བཞག་མ་ཐུབ་པ་ལ་ཡང་ལུས་པའི་གནས་ཚུལ་གཅིག་དེ་རེད་གནད་འགག་ཆེ་གཅིག་དེ་ནས་དུས་མཚན་དྲུག་པ་དེ་ལ་ཡང་རྒྱ་ནག་ཐང་རྒྱལ་རབས་ཀྱི་ཁྲི་ལོ་ག་རེ་ཡིན་པ་དེ་ནས་ང་ཚོ་རྒྱལ་པོ་ཁྲི་ལྡེ་གཙུག་བཙན་གྱིས་ནི་སེ་ལོ་ལ་སོགས་པ་དང་ཚོ་རྒྱ་ནག་གི་སྐད་དང་བོད་པའི་ཡི་གེ་ཐ་ག་དང་རྒྱ་བོད་ཀྱི་ཡི་གེ་གཉིས་ཀྱི་ཐོག་ནས་ནི་ཤན་ཅཱ་ལི་ཡ་ཁ་གསུམ་བཀོད་ཡོད་པ་དེའི་གསལ་བ་གཅིག་གྱུར་བ་རེད། དེ་ནས་དུས་མཚན་བདུན་པ་དེ་ལ་ཡང་ནི་སྐབས་དེ་དུས་རྒྱ་ནག་ཐང་རྒྱལ་རབས་དང་ནི་བོད་ཀྱི་བཙན་པོའི་རྒྱལ་རབས་བར་ལ་ཡང་ནི་འབྲེལ་བ་ངོ་མ་གར་ཡིན་པ་དེའི་རྡོ་རིང་འདི་ནང་ལ་ཡང་གསལ་བོ་བཅས་གསལ་བཤད་བྱས་ཡོད་རེད། དེ་ནས་རྒྱལ་བ་དེ་ལ་ཡང་ད་རྒྱ་ནག་དང་བོད་གཉིས་ང་ཚོ་མཐུན་སྒྲིལ་གྱི་ཆིངས་ཡིག་བཞག་པའི་སྐབས་ལ་ནི་ད་ལྟ་རྒྱ་ནག་གི་ཐང་རྒྱལ་རབས་ཀྱི་ནི་ད་ལྟ་དཔོན་རིགས་བཅོ་བརྒྱད་དང་བོད་ཀྱི་ང་ཚོ་བློན་པོ་ལ་སོགས་པའི་མི་སྣ་བཅུ་བདུན་ཡོད་པ་ཡིན་ཙང་ཆེ་ས་དང་པོ་གཉིས་ཀྱི་རྒྱལ་རབས་གཉིས་ཀའི་ང་ཚོ་ཞི་དྲག་གི་བློན་ཆེན་སོ་སོ་སོའི་གོ་གནས་ཀྱི་རིམ་པ་ག་རེ་ཡིན་པ། བློན་ཆེན་སོ་སོ་སོའི་ཆིངས་བཞག་པའི་སྐབས་ལ་བློན་པོ་དེ་ཚོའི་མིང་ག་རེ་ཡིན་པ་ལ་སོགས་པ་དེ་རྒྱ་བོད་ཤན་སྦྱར་ཐོག་ལ་བཀོད་ཡོད་རེད། དེ་ནས་དུས་མཚམས་དགུ་པ་འདིའི་ང་ཚོ་བོད་ཡིག་གི་ཐོག་ལ་བཀོད་པའི་ད་ལྟ་ལྷ་སྡེ་གཙུག་ལག་ཁང་གི་མདུན་ལས་བཙུགས་པའི་རྡོ་རིང་འདིའི་བཀའ་གཙིགས་ཀྱི་ནང་དོན་དོན་གཙོ། ཡིག་ཐོག་ལ་ཡང་ཆ་ཚང་ཅིག་བཀོད་ནས་རྒྱ་ནག་གི་བང་མཛོད་དང་བོད་པའི་བོད་ཀྱི་རྒྱལ་རབས་ཀྱི་བང་མཛོད་ཀྱི་ནང་ལ་ཡང་ཡིག་ཐོག་རང་ལ་བཀོད་ནས་ཤུགས་ཀྱིས་ཐོག་ལ་བཀོད་ནས་རེད་རེད་ཡོད་པ་འདི་འདིའི་ཏུ་རིན་ནང་ལ་བཀོད་ཡོད་རེད། འོ་ད་དུས་མཚན་གལ་ཆེ་ཤོས་རེད་པ་འདི་དགུ་འདི་ད་ལྟའི་ཏུ་རིན་འདིའི་ནང་ལ་འཁོད་ཡོད་པ་ཡིན་ཙང་ཏུ་རིན་འདི་ཧ་ཅང་གི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ད་དབོན་ཞང་ཏུ་རིགས་ཀྱི་ལྷོ་ཡི་ངོས་འདི་ལ་ད་ད་ཏུ་རིན་ཞལ་མདངས་གཉིས་ག་ཚོད་རེད་ད་ད་དབོན་ཞང་ཏུ་རིགས་ཀྱི་འཁྲིས་དེ་ཡང་ཏུ་རིན་ཞལ་མདངས་གཉིས་ཡོད་རེད་ཏེ་ས་ཞང་ཁ་ཆེ་ཆེ་མཐུ་རྩལ་འདྲ་བ་བྱས་པའི་ནད་དེ་དང་མ་ཡོད་པའི་དུག་རིང་ཁག་གཉིས་ཡོད་རེད། གཉིས་ཡོད་པའི་ནང་ནས་གཅིག་དེ་རྒྱ་ནག་གི་གོང་མ་ཆན་ལུང་ཐང་དང་ཁྲི་ལོ་ལྔ་བཅུ་ང་དགུ་བ་བྱས་པའི་ནད་ད་སྤྱི་ལོའི་དབང་དུ་བཏང་པའི་ནད་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་བཞི་ལོ་ལ་བཞག་པ་ཟེར་ནས་མིང་ཐོ་བཙུགས་པ་གཅིག་ཆགས་བསྡད་ཡོད་རེད་གཞན་དག་དེ་ལ་ཡང་ཡི་གེ་མེད་པ་དུག་རིང་གཅིག་ཡོད་རེད་འདི་ཕལ་ཆེར་ཧ་ལམ་ད་རྒྱ་ནག་གི་མིང་རྒྱལ་རབས་ཀྱི་སྐབས་ལ་ཕལ་ཆེར་བཞེངས་པ་མ་གཏོགས་འདི་འདྲའི་ཞིབ་ཕྲའི་ནི་དཔྱད་གཞི་དག་འདི་འདྲ་གད་སྙིགས་མ་བྱུང་འདིའི་རྒྱལ་རབས་ལ་རྒྱུས་ག་ལ་མི་གསལ་གསལ་པོ་གད་ཡོག་མ་རེད་གང་ལྟར་ལྷ་སའི་དབོན་ཞང་རྡོ་རིང་གི་ཁྲི་དེ་ཡང་རྡོ་རིང་གཉིས་ཡོད་པ་དེའི་ཞོར་ལས་ཞུས་པ་ཡིན་ན་ཨོ་ལེ་འདི་ཅིག་ཆགས་བསྡད་ཡོད་རེད། ད་དེ་ནས་རྡོ་རིང་བཞི་པ་དེ་ད་ལྟ་སྐར་ཆུང་རྡོ་རིང་ཟེར་དེ་རེད་སྐར་ཆུང་རྡོ་རིང་འདི་ལྷ་སའི་ད་ལྟ་ནུབ་ངོས་ལྷ་སའི་སྐྱིད་ཆུའི་ཕ་རོལ་ད་ལྟ་ར་མ་སྒང་གི་གྲོང་ཚོའི་དབུས་དེ་ལ་ཆགས་བསྡད་ཡོད་རེད་ད་དེང་སང་བྱས་པ་ཡིན་ན་སྟོད་ལུང་བདེ་ཆེན་རྫོང་ཁོངས་གཏོགས་ཀྱི་ད་ལྟ་སྣེའུ་ཤང་ར་མ་སྒང་གྲོང་ཚོ་ལ་ཡོད་རེད་སྣེའུ་ཤང་ཟེར་ཏེ་དེ་ཚང་ལྷ་སའི་གྲོང་ཁྱེར་གྱི་ཆུའི་ཕར་རོལ་ཡོད་པའི་ད་ལྟ་མེ་འཁོར་འབབ་ཚུགས་བཙུགས་ས་དེ་ལ་ཡོད་རེད་འོ་དེ་རེད་ད་དེ་ཡིས་ང་ཚོ་བོད་ཀྱི་བཙན་པོ་ཨ་ནི་ཁྲེ་ཏི་སྲོང་བཙན། ཁྲི་ལྡེ་སྲོང་བཙན་ཟེར་གྱི་རེད་སེམས་ལྷད་ལས་སྦྱིན་ཡོན་ཞུ་གི་ཡོད་རེད་འོ་ད་ཁྲི་ལྡེ་སྲོང་བཙན་གྱི་སྐབས་ལ་ཨ་ནི་བཀའ་བཅུ་རྡོ་རྗེ་དབྱིངས་ཀྱི་ཕོ་བྲང་ཟེར་ནས་མི་འདུག་ཡང་ན་བཀའ་བཅུ་གཙུག་ལག་ཁང་དེ་ས་ཞིང་བསྣམས་པའི་སྐབས་ལ་བཙུགས་པའི་རྡོ་རིང་ཞིག་ཆགས་ཀྱི་ཡོད་རེད་ད་བོད་ཀྱི་བཙན་པོ་སོ་སོ་སོས་ང་ཚོ་བོད་ལ་ནང་ཆོས་མ་དར་བའི་སྔོན་ལ་ཡང་ཨ་ནི་བོད་ཀྱི་བཙན་པོ་སོ་སོས་གསས་ཁ་རེ་རེ་བྱང་ཡང་ད་བོད་ལ་ནང་ཆོས་དར་བའི་རྗེས་ལ་ཡང་ཨ་ནི་བཙན་པོ་སོ་སོས་གཙུག་ལག་ཁང་རེ་རེ་བཤམས་པའི་སྲོལ་བྱུང་བ་རེད་དེའི་ནང་ལས་ད་སྔ་སུ་བོད་ཀྱི་རྒྱལ་རབས་བཞི་བཅུ་པ་བཙན་པོ་ཁྲི་ལྡེ་སྲོང་བཙན་ཟེར་ནས་མི་འདུག་སེ་ན་རིག་འབྱེད་ཡོན་གྱིས་བཞངས་པའི་ཨ་ནི་གཙུག་ལག་ཁང་དེའི་སྔ་གཞུག་དཀར་ཆུང་གི་གཙུག་ལག་ཁང་ཟེར་ཡ་དེ་རེད་པ། དེ་ནས་ཞིབ་བཤེར་བྱེད་པའི་བཤམས་པའི་གཙུག་ལག་ཁང་དེའི་ང་ཚོ་ད་ལྟ། མ་གིའི་ད་ལྟ་འུ་ཤང་ལྷ་ཁང་ཟེར་དེ་རེད་གཙུག་ལག་ཁང་ཟེར་དེ་འོག་ད་གཙུག་ལག་ཁང་རེ་རེར་བྱང་ཡོད་རེད་བ་ད་དེ་ན་གཞི་དཔེར་ན་ཆོས་རྒྱལ་སྲུང་བཙན་སྒམ་པོའི་རྒྱ་དང་ར་མོ་ཆེ་དང་ར་སུ་ཁྲོད་ནང་གི་གཙུག་ལག་ཁང་བྱང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་བསམ་ཡས་གཙུག་ལག་ཁང་བྱང་ལ་སོགས་པ་འོག་ད་དེ་འདྲས་ཀྱི་བཙན་པོ་སོ་སོ་སོའི་གཙུག་ལག་ཁང་རེ་རེ་བྱང་པའི་ན་ལོ་ནས་ད་ལྟ་ང་ཚོ་སྐར་ཆུང་དུ་རིགས་འདིས་བོད་ཀྱི་རྒྱལ་པོ་བཞི་བཅུ་བ། སེར་སྣ་ལེགས་བྱིན་གཡོན་གྱིས་བཤམས་པའི་དུ་རིང་ཁ་ཟེར་བས་གཙུག་ལག་ཁང་དེ་རེད་གཙུག་ལག་ཁང་དེ་བཤམས་པ་དང་འབྲེལ་ནས་དེ་ལ་དུ་རིང་བཙུགས་པ་ཡིན་པ་ཡིན་ཙང་དུ་རིང་དེ་ལས་གཙུག་ལག་ཁང་དེའི་མིང་ཐོག་ནས་སྐར་ཆུང་དུ་རིང་ཞེས་མིང་ཐོགས་པ་རེད། ད་དུ་རིང་འདི་དེ་དང་ད་ལྟ་གོང་ནས་ཞུས་པ་ནང་བཞིན་གང་དུ་བླངས་པའི་ལྷ་ཁང་དེའི་མིང་ལ་ཡང་ད་ལྟ་སྐར་ཆུང་གཙུག་ལག་ཁང་ལག་གི་ཡོད་པ་ཡིན་ཙང་དེའི་མདུན་ལ་བཙུགས་པའི་དུ་རིང་དེ་ལ་བྱ་བཞག་པས་ནས་སྐར་ཆུང་དུ་རིང་ཞེས་མིང་ཐོགས་པར་རོ། ད་དུ་རིང་དེའི་ངོས་ལ་ཡང་བཙན་པོ་གོང་མ་དོན་གཙོའི་སྐུ་རིང་ལ་སངས་རྒྱས་ཀྱི་ཆོས་མ་ད་ཐོག་མ་སྲོལ་བཏོད་པ་ག་ཚོད་རེད་ཐོག་མ་དབུ་བརྙེས་པ་དེ་ནས་སྲོལ་བཏོད་པ་དེ་ནས་མཐར་ཞི་རྒྱས་པ་ལ་སོགས་པ་གང་དག་ཆོས་རྣམས་པའི་ལོ་རྒྱུས་ཡིན་ན་རེད་དེ་ནི་ནང་བཞིན་གྱི་ད་ལྟ་དཀོན་མཆོག་གསུམ་གྱི་རྟེན་བཞེངས་ཡ་ད་གཙུག་ལག་ཁང་བཞེངས་པ་ལ་སོགས་པ་འོ་ད་དེ་ནས་མ་བཙན་པོ་གདུང་རྒྱུད་ཀྱི་མཛད་པ་ག་འདྲའི་ཡོད་མིན་འོ་ད་དེ་དོན་གཙོའི་མཛད་པ་དོན་གཙོ་དུས་ནམ་ཡང་མ་བཤིག་པ་ཕྱིན་ཆད་ད་བོད་ཀྱི་བཙན་པོའི་གདུང་རབས་རེ་རེའི་ཆེད་ནས་གང་དག་བཙན་པོ་ཡབ་སྲས་དོན་ཚུལ་དེ་ནང་བཞིན་བྱེད་དགོས་ཨ་ཡ་གི་དམ་བཅའ་འདྲ་པོ་བྱས་ནས་ཨ་འདིའི་ནང་དོན་དེ་རྒྱ་བསྡུ་རིང་ལ་བཀོད་པའི་བཀའ་གཙིགས་ཀྱི་ཡི་གེ་འདྲ་པོ་གཅིག་ཆགས་བསྡད་ཡོད་རེད། བསྡུ་རིང་འདི་ཡི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ང་ཚོ་ལོ་བཅུའི་ཐག་རིང་ནས་གསར་བརྗེའི་ལས་འགུལ་འདི་ཚུགས་པའི་སྐབས་ལ་ཨ་ནི་བཀའ་བྱུང་གཙུག་ལག་ཁང་གི་མདུན་ལ་བཙུགས་པའི་བསྡུ་རིང་ཡིན་ནས་རེད་ཨ་ནི་འདི་ཆགས་སའི་ང་ཚོ་བཀའ་བྱུང་གཙུག་ལག་ཁང་གི་ད་སྣོད་བཅུད་ཚང་མ་ལོ་བསྡུར་བྱེད་ཕྱིན་པ་རེད། གཏུར་བཞིན་ཕྱིན་པ་ཡིན་ཙང་ཨ་ནི་བཀའ་བྱུང་ལྷ་ཁང་ཁོ་རང་ད་ལྟ་དེང་སང་ཆགས་པའི་ན་ལྷ་སའི་ད་ལྟ་སངས་རྒྱས་དགོན་པ་ཟེར་གི་དེང་སང་བཙོན་དགོན་ཆགས་བསྡད་ཡོད་རེད་ཨོ་ད་འདི་རེད་དེང་སང་ད་ཉམས་གསོ་ལྟའི་ཟེར་ཕྲན་བུ་རེ་བྱས་ནས་ཤུལ་འདྲ་པོ་ཅིག་འཛུགས་གི་བཙོས་རེད་པ་ཅིག་ཡོད་རེད་ད་དེ་ནས་ད་ལྟ་ང་ཚོ་བཀའ་བྱུང་རྡོ་རིང་གི་ཞབས་ར་ད་ནི་དེ་ན་བཞིན་གི་ང་ཚོ་རྡོ་རིང་ཁོ་རང་གི་བཀའ་གཙིགས་ཀྱི་ཡི་གེ་བཀོད་པ་དང་ཚོ་བཀོད་པ་དང་མ་བཀོད་པའི་ད་ང་ཚོ་རྒྱ་ཐོ་དེ་འདྲས་བར་དུ་ད་གཏོར་བཅས་དུམ་བུ་ལ་ཕྱིན་པས་ཕ་ཅིའི་དུམ་བུ་བཅུ་གྲངས་རྩ་ཆེན་ཡོད་པ་དེ་དེ་སར་བདག་པོ་མེད་པ་བྱས་ང་ལྷ་སར་ཕྱིན་པའི་སྐབས་ལ། ད་ལྟའི་སྐར་ཆུང་གཙུག་ལག་ཁང་གི་ཁྲི་ལ་ད་ར་གོ་འདྲ་བ་ཅིག་བསྐོར་བྱས་ཨོ་དེ་ན་ལ་ཡག་དྭངས་མེད་འདྲ་བ་ལས་འདས་པ་དེ་འདྲ་ཞིག་གནས་སྟངས་དེ་རེད། ད་སྐར་ཆུང་གཙུག་ལག་ཁང་མདུན་ལ་བཙུགས་པའི་སྐར་ཆུང་དུ་རིགས་ཀྱི་ནང་ལོགས་ལ་ནང་དོན་གཙོ་བོ་ག་རེ་འཁོད་ཡོད་རེད་ཟེར་ལབ་ཡིན་ན་དུས་མཚན་ལྔ། གསལ་པོ་བཅས་བཀོད་ཡོད་རེད་ད་དུས་མཚན་ལྔ་སྟེང་མ་དབྱེ་བ་བྱས་ནས་ངོ་སྤྲོད་ཞུས་པ་ཡིན་ན་དུས་མཚན་དང་པོ་དེ་ལ་ཡག། བོད་ཀྱི་རྒྱལ་པོ་དང་ཐུགས་རྗེ་སྲུང་མཛད་ཡན་སེ་ར་ལེགས་ཅན་ཡོན་གྱི་ཨེ་ནི་ང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་མུ་མཐུད་ནས་སྲུང་སྐྱོབ་བྱས་པའི་གནས་ཚུལ་རབ་གཅིག་བཀོད་ཡོད་རེད། དེ་ནས་དུས་ཚོད་གཉིས་པ་དེ་ལ་ཁོང་གི་ཡབ་དེ་ཡབ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་ཨེ་ནི་དང་དུ་བྲག་དམར་གྱི་བསམ་ཡས་ལ་ཨེ་ནི་བསམ་ཡས་གཙུག་ལག་ཁང་བཞེངས་པ་དེ་དེ་ནང་ལ་དུས་ཚོད་གཅིག་བཀོད་ཡོད་རེད། དེ་ནས་དུས་ཚོད་གསུམ་པ་དེ་ལ་ཡང་བོད་ཀྱི་རྒྱལ་པོ་དང་ཐུགས་རྗེ་སྲུང་མཛད་ཁོ་རང་རང་ཉིད་ཀྱི་ཨེ་ནི་རྒྱལ་དུ་བཀའ་བཅུ་གཙུག་ལག་ཁང་བཞེངས་པ་དེ་དེ་ན་ལ་འཁོད་ཡོད་རེད་དེ་ནས་དུས་མཚན་བཞི་བ་དེ་ལ་ཡང་ང་ཚོ་རབ་བྱུང་གི་ནང་ལོགས་ནས་ཨེ་ནི་ཆོས་ལ་ཡང་ཧ་ཅང་གི་མཁས་པ་དང་ནུས་པ་ཡོད་པ་ཅིག་དམིགས་བསལ་གི་དམ་བཅས་དེ་ལ་ཡང་རྟ་སངས་རྒྱས་བཅུ་འདས་དེ་གི་སྐུ་ཚབ་ནང་བཞིན་གི་རྟ་མཁན་པོ་ལ་ཡང་ཨེ་ནི་བསྐོ་བཞག་བྱེད་དགོས་ཡ་དང་ཁོང་ལ་ཡང་རྟ་དམིགས་བསལ་གི་ཆོས་ལུགས་གི་ང་ཚོ་ལས་དོན་ཐད་ཟེར་ནས་མི་འདུག་དེ་འདྲས་གི་རྟ་གང་དང་དབང་ཆ་ཚང་མ་ཡོད་པ་འོ་དེ་འདྲས་གི་དུས་མཚན་རབ་གཅིག་དེ་གས་ཆད་ཅིག་དེ་བཀོད་ཡོད་རེད། དེ་ནས་དུས་མཚན་ལྔ་པ་འདི་ལ་ནི་བཙན་པོ་རང་ཉིད་ཀྱི་ཡབ་དང་ནི་མེས་པོ། ཧོ། འདི་སོ་སོ་སོའི་དུས་ལ་ཡང་ང་ཚོ་དཀོན་མཆོག་གསུམ་གྱིས་ད་ཆོས་རྒྱུན་གནང་བའི་ནི་ལྷ་འབངས་དང་རྒྱོ་ནོར་ལ་སོགས་པ་དང་ཚོ་མུ་མཐུད་ནས་ད་སྲུང་སྐྱོབ་དང་འགན་ལེན་བྱེད་ལ་སོགས་པ་འདིའི་གནད་དོན་བྱས་བྱས་ག་ད་དུས་མཚན་ལྔ་གས་བྱས་རབས་ཀྱི་རྡོ་རིང་འདི་ན་ལ་བཀོད་ཡོད་རེད་འོ་ད་འདི་གཅིག་རེད། ད་འདི་ནས་ང་ཚོ་ངོ་སྤྲོད་བྱེད་ཡས་ཀྱི་རྡོ་རིང་ལྔ་པ་དེ་རེད། ད་ཅིག་གོང་ལ་ཞུས་པ་ན་ཞིག་ཕོ་བྲང་པོ་ཏོ་ལས་ནི་རྒྱལ་སྒོའི་གཡས་གཡོན་ལ་ཡང་ང་ཚོ་རྡོ་རིང་རེ་རེ་ཡོད་རེད་དེ་ལ་ཡང་ཞོའི་ཁང་སིའི་རྡོ་རིང་ཟེར་ལབ་ཀྱི་ཡོད་རེད་ད་རྡོ་རིང་འདི་ལ་ཁག་གཉིས་ཡོད་རེད་དེ་རིན་པ་ཅན་ཞུ་ཡ་བྱས། ད་ཞོའི་གི་ཁང་སིའི་རྡོ་རིང་ཟེར་ནས་མི་འདུག་ཡང་ན་འདི་ལ་ཡང་ལས་འགྱུར་ཡོངས་སུ་རྫོགས་པའི་ལས་དོན་གྱི་མིང་བྱང་ཞིག་ལབ་གི་ཡོད་རེད་དེ་ལ་ཡང་དུག་རིགས་ཁག་གཉིས་ཡོད་རེད། དུག་རིགས་ཁག་གཉིས་པོ་འདི་ཡིས་ག་དུས་གཙོ་བོ་རེད་ནང་དུས་ག་རེ་འཁོད་ཡོད་རེད་འདི་ང་ཚོ་ཤེས་དགོས་ཡ་གལ་ཆེན་པོ་ཡིན་པ་ཡིན་ཙང་དུག་རིགས་གཉིས་པོ་འདི་གཙོ་བོ་འདི་རེད་ད་སོག་པོ་ཇུན་གར་བས་ང་ཚོ་བོད་ལ་ཡག་ད་ཟིང་ཆ་བླངས་ནས་ག་ཚོད་དོ་ཚོ་ལྷིང་འཇགས་བཏང་པའི་སྐབས་རེད་དེ་ན་ཤིང་གི་ཡང་ང་ཚོ་གོར་ཀ་དང་བོད་ཀྱི་པར་ལ་ཡང་དབེན་ཏེ་ཟ་ཟི་ནས་མི་འདུག་དམག་འཁྲུག་བྱུང་པའི་སྐབས་ལ་རྒྱ་ནག་གི་ད་ལྟ་མན་ཇུ་གོང་མའི་བོད་ལ་ཡང་དབེན་དམག་རོགས་བཏང་པ་འོ་དེ་གཉིས་ཀྱི་ད་གནས་ཚུལ་ཟེར་ནས་མི་འདུག་བྱུང་རབས་ལོ་རྒྱུས་འཁོད་པའི་ཏུ་རིན་རབ་ཅིག་ཆགས་བསྡད་ཡོད་རེད་ད་འདི་ང་ཚོ་ཁ་གསལ་རུ་བཏང་པ་ཡིན་ན་ད་ད་ཞོའི་ཁང་སིལ་ཏུ་རིན་སེ་དེ་ཕོ་བྲང་པོ་ཏཱ་ལའི་མདུན་ལ་ཡོད་པའི་ང་ཚོ་ཞོའི། དེ་ལས་ཡང་ལྕགས་རི་ཆེན་པོ་འབྱོར་རེད་ད་ཞོལ་གྱི་ལྕགས་རིའི་ཕྱི་ལོགས་ཀྱི་ངོས་ཕོ་བྲང་པོ་ཏི་ལས་ད་ལྟ་རྒྱལ་སྒོ་ཨ་མ་རང་གི་རྒྱལ་སྒོ་ཆེན་པོ་དེའི་གཡས་དང་གཡོན་ལ་ཡང་ནི་ཞོལ་གྱི་ད་ལྟ་ཁོ་རང་གི་ད་ཕྱིའི་ག་ཚོད་རེད་ད་གང་ཚོད་ཁང་པའི་ཚོད་དེ་སྲུང་སྐྱོབ་ཚོད་དེ་ཁང་པ་སེར་པོ་ཡིན་པ་ཡིན་ཙང་དེའི་ཆ་ནས་ཁང་སེར་དུ་རིང་སླ་བོ་ཡོད་རེད་ད་ཞོལ་གྱི་ལྕགས་རིའི་ཕྱི་ངོས་དེ་ལ་ཡང་ང་ཚོ་རྒྱལ་སྒོའི་མདུན་གྱི་ཨེ་ནི་ཤར་ནུབ་གཉིས་ལ་ཡང་གང་ཚོད་ཁང་སེར་ཆེ་ཁང་པ་སེར་པོ་ཨེ་ནི་དེའི་ཐོག་ལ་ཡང་རྫ་གཡམ་གྱི་ང་ཚོ་གཡུ་རྩིའི་ཐོག་ཡོད་པ་ཨོ་ད་དེའི་ནང་ལོ་ལ་ཡང་ང་ཚོ་ཁང་པའི་དབྱིབས་སྟོང་ཚོ་རྒྱ་ལུག་སེར་པོ་རེད་བས་ད་གང་ཟག་རྒྱ་ནག་གི་ད་ལྟ་དེ་རྒྱ་བིས་ཀྱི་དབྱིབས་བྱས་པའི་ཁང་པ་སེར་པོ་གཉིས་ནང་ལས་དུ་རིང་རེ་རེ་ཡོད་བ་རེད། ཨོ་དེའི་ནང་ལས་ད་དུ་རིང་ཤར་དང་ནུབ་བྱས་བྱས་རྒྱལ་སྒོའི་ཤར་ནུབ་གཉིས་ལ་བཙུགས་ཡོད་བས་ད་དུ་རིང་རྒྱལ་སྒོའི་ཤར་ལ་ཡོད་བའི་དུ་རིང་དེའི་སྒང་དེ་ལ་ཡང་རྒྱལ་པོས་དྲི་ཟས་ཀྱི་ཡི་གེ་ཆེན་པོ་གཉིས་སྒོ་བྱང་ཚུལ་ལས་སྒང་འདིར་བཀོད་ཡོད་རེད། ད་རྒྱལ་པོས་དྲི་ཟས་ཀྱི་ད་ལྟ་ཡིག་ངོ་འཁོད་པའི་ཡིག་ཆེན་འཁོད་པའི་ད་ལྟ་འོག་གི་རྡོ་རིང་འདི་ལ་ཡང་སྐྱག་འདྲ་པོ་སྟེ་རུས་སྦལ་གྱི་སྟེགས་བུ་ཅན་ཅིག་ཡོད་རེད་འོ་ད་འདི་ཡི་རྒྱལ་པོ་ཟེར་ཏེ་རྒྱ་ནག་ཆིང་རྒྱལ་རབས་ཀྱི་གོང་མ། ཨ་ནི་ཁང་ཤིའི་ད་ལྟ་ཁྲི་ལོ་དྲུག་ཅུ་བ། ང་ཚོ་སྤྱི་ལོ་ཆེ་བས་ནི་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་དགུའི་ལོར་ཁེལ་ཡོད་རེད་བོད་ལོ་ཆེ་བས་ནི་ཨ་ནི་རབ་བྱུང་བཅུ་དྲུག་པའི་ས་ཕག་ལོ་ལ་ཡང་རྡོ་རིང་འདི་བཙུགས་པ་རེད། རྡོ་རིང་འདིའི་མཐོ་ཚད་ལ་སྤྱི་ཁྲི་གསུམ་དང་ཨ་ནི་ང་ཚོ་ཁ་ཚུར་རེ། ཚག་ལ་སོགས་པ་འདི་འདྲའི་ཡོད་པ་འདི་ཆགས་ཡོད་རེད་དེའི་མདུན་ལ་ཡང་ང་ཚོ་རྒྱ་ཡིག་ཡིག་འབྲི་བཅོ་ལྔ་དང་བོད་ཡིག་གི་ཡིག་འབྲི་བཞི་བཅུ། ཞེ་དྲུག་བྱས་ཨ་ནི་རྒྱབ་ལོགས་འདི་ལ་ཡང་ང་ཚོ་སོག་པོའི་སོག་ཡིག་ཡིག་འབྲི་བཅོ་ལྔ་བྱས་བྱས་གང་དག་མདོར་བསྡོད་པ་ཡིན་ན་བོད་རྒྱ་མེ་སོག་བཞི་ཟེར་བ་རེད་ག་ད། དེ་ནང་བཞིན་གྱི་ཕྱོགས་གཅིག་ལ་ཡང་མན་ཡིག་མན་ཇུའི་ཡི་གེ་ཞིང་བྲན་བཅོ་ལྔ་བྱས་རྗེས། བོད་རྒྱ་མེ་སོག་བཞི་རྒྱལ་ཁབ་བཞི་ཡི་གེ་ཡི་གེ་རྣམ་གྲངས་བཞི་ཐོག་ནས་ནང་དོན་བཀོད་ཡོད་རེད་ད་ནང་དོན་གཙོ་བོ་དེ་སོག་པོ་ཇུན་གར་བ་གུང་མའི་ད་ག་སུ་རེད་ཇུན་གར་བའི་ད་དམག་མི་ལ་སོག་པ་དོན་ཚོ་བ་མཐར་སྤྲོད་དམ་པའི་ལོ་རྒྱུས་ར་བ་གཙོ་བོ་དེ་འཁོད་འདོད་ཡ་རེད་འཁོད་པ་དེ་རེད། དེ་ཡིས་ད་ཅི་གང་ལ་ཞུམ་ན་ཞེས་རེད། དེའི་ནང་དོན་དེ་ཡིས་རྒྱ་ནག་གུང་མ་ཁང་ཤིའི་དགོང་ལོ་དྲུག་ཅུ་ལ་ཕེབས་པའི་སྐབས་ལ་ཁོ་རང་གི་ཕྱག་བྲིས་ཕྱག་བཏང་མ་གནང་བ་རེད་ཅེས་དེ་གསུང་སྲོལ་ཡོད་རེད་འོ་དེ་གཅིག་རེད། ད་བསྡུ་རིས་གཉིས་པ་འདི་དེ་ད་བུ་ར་པོ་ཏཱ་ལའི་རྒྱལ་སྒོའི་ནུབ་ལ་ཡོད་པ་དེ་རེད་བསྡུ་རིས་ནུབ་མ་དེ། དེ་ཡིས་ང་ཚོ་བོད་ལོ་ཆེ་བ་ཡིན་ན་རབས་བྱུས་བཅུ་གསུམ་པའི་ཆུ་གླང་ལོ། ཁེལ་གི་ཡོད་རེད་རྒྱ་ནག་ཆིན་གོང་མ། གོང་མ་ཆན་ལུ་གི་གོ་ལང་ཚོའི་ཁྲི་ལོ་བྱས་པ་ཡིན་ན་ཁྲི་ལོ་བདུན་ཅུ་བ། དེང་སང་གི་ཙི་ཙང་བྱས་པ་ཡིན་ན་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གསུམ་ལོ་ལ། དུག་རིགས་འདི་བཙུགས་པ་རེད་དུག་རིགས་འདིའི་དགོས་ཡིག་འདི་ལ་ཡང་ལུང་གིས་བཙུགས་ལབ་ཡོད་རེད། ད་ཅི་སྒང་འདི་ལ་རྒྱལ་པོས་བཙུགས་པ་རེད་བ་འདི་ལ་ཡང་ལུང་གིས་བཙུགས་ལབ་ཡོད་རེད་ད་ལུང་གིས་བཙུགས་ཟེར་དེའི་དུག་རིགས་འགི་བདུན་གྱི་ངོས་དེ་ལ་ཡང་རྒྱ་ཡིག་ཡིག་འབྲེལ་བཅུ་བདུན་བྱས། མན་ཇུའི་ཡི་གེ་ཡིག་འབྲེལ་བཅུ་བདུན་བྱས། རྒྱབ་ཀྱི་ངོས་དེ་ལ་ཡང་བོད་ཡིག་གི་ཡིག་འབྲེལ་སུམ་སོ་དགུ་བྱས། དེའི་ནང་བཞིན་གྱི་དེའི་ཁྲི་ལ་ཡང། སོག་ཡིག་སོག་པོའི་ཡི་གེ་ཡིག་འབྲེལ་བཅུ་བདུན་འཁོད་ཡོད་རེད། དེའི་ནང་དོན་དེ་ལ་ཡང་རྒྱ་ནག་གོང་མའི་དམག་མིས་རོགས་པ་བྱས་ནས་ང་ཚོ་ད་བལ་པོ་ཟེར་ནས་མི་འདུག་ད་གུར་གེ་དམག་གིས་ང་ཚོ་བོད་ལ་ཡང་བཙན་འཛུལ་བྱས་པ་ཡིན་ཙང་བཙན་འཛུལ་བྱེད་མཁན་གུར་མཁན་དམག་དོན་གཙོ་བོ་རྒྱ་ནག་གུང་མའི་དམག་དཔུང་གིས་ད་རོགས་པ་བྱས་ནས་ཕག་མཐའ་སྤྲོད་བཏང་པས་དེའི་ལོ་རྒྱུས་ཀྱི་བརྒྱུད་རིམ་དང་ནང་དོན་ར་བ་དེ་སྙིང་པོ་ཅིག་བཀོད་ཡོད་རེད་ཨོ་ད་འདི་རེད་གང་ལྟར་དུ་རིགས་གཉིས་འདི་དེང་སང་ནི་ང་ཚོ་བུ་རམ་པོ་ཏི་ལས་བདུན་ལ། གཙོ་བོ་དེ་རེད་སྔོན་མ་བར་སྐབས་ཅིག་ལ་བུ་རམ་པོ་ཏི་ལས་རྒྱབ་ལོག་རྫོང་རྒྱབ་ཀླུ་ཁང་ལ་བག་སྤོས་པ་རེད་ད་ཕྱིས་སུ་ཡང་གཙོ་བོ་རང་ཅག་བུ་རམ་པོ་ཏི་ལས་མདུན་ལ་སྤོས་པ་ཡིན་ཙང་ཞོལ་ལ་ཡོད་པ་ཡིན་ཙང་ཨ་ནི་ཞོལ་ལབ་གི་ཡོད་རེད་ཁང་པ་དེ་སེར་པོ་ཡིན་པ་ཡིན་ཙང་ཨ་ནི་ཁང་སེར་ཞོལ་ཁང་སེར་ཏུ་རིང་ཆེ་འོ་ད་ཏུ་རིང་གཉིས་ཡོད་པ་དེ་དེ་རེད་ད་འདི་ཡན་ཆད་འདི། ལྔ་ཚོ་ལྷ་སའི་རྡོ་རིང། གྲགས་ཅན་ཁག་ལྔ་ཡོད་པ་དེའི་ངོ་སྤྲོད་ཞུས་ཟིན་པ་བཅས། ད་འདི་ནས་དེ་དང་འབྲེལ་ནས་ལྷ་སའི་ད་ཅི་གོང་ལ། དབོན་ཞང་རྡོ་རིང་གཙོས་ས་དེའི་གྲགས་ཅན་ཤིང་རྐང་ལྔ་ཡོད་པའི་ནང་ནས་དབུས་ལ་ཡ། ད་ལྟ་རྒྱ་ལྕང་རྐང་གཅིག་ཡོད་པ་ཇོ་དབུ་ཁྲལ་དོན་ལས་གཙོས་པ་རེད་ཟེར་གི་ད་རྒྱ་ལྕང་རྐང་ལྔ་དེ་ད་འདི་ལ་ཡ་ཞོར་འཕྲོད་ཅན་ཞུ་ཡ་ཡིན། ད་ལྷ་སའི་གྲོང་ཁྱེར་གྱི་ན་ལོ་ལ་ཧ་ཅང་གི་སྙན་གྲགས་ཅན་གྱི་ཤིང་རྐང་ལྔ་ཡོད་རེད། ཤིང་རྐང་ལྔ་དེ་གར་ཕྱེ་ནས་གྲགས་ཅན་སྙན་གྲགས་ཅན་རེད་ཟེར་ལབ་ཡིན་ན། ཨེ་ནི་ལྷ་སའི་ཕྱོགས་བཞི་ལ་ཡང་ཆོས་རྒྱལ་སྲུང་བཙན་སྒམ་པོ་དང་ཨ་ཅེ་རྒྱ་བཟའ་ཀོང་ཇོ་རྒྱ་བཟའ་ཀོང་ཇོ་རྣམ་པ་གཉིས་ཀྱིས་ཨེ་ནི་བཙུགས་གནང་བའི་ཤིང་སྒང་ལྔ་ཆགས་ཀྱི་ཡོད་རེད་ཤིང་ཁོ་རང་གཉིས་ཀྱིས་བཙུགས་པ་ཡིན་པའི་མཛངས་གཙོ་བོ་སྙན་གྲགས་ཆེ་ཡང་དེ་རེད། ད་འདི་ལ་ཡང་ང་ཚོ་རྒྱ་ལྕང་སྒང་ལྔ་ཟེར་ལབ་ཡོད་རེད་ཡིན་ན་ཚང་མ་རྒྱ་ལྕང་ཡིན་མིན་དེ་ལྟ་རྒྱུ་ཡོད་རེད་ད་དེའི་ནང་ནས་ད་ཕྱོགས་བཞི་དང་ཨེ་ནི་དབུས་ལ་གཅིག་གཙོ་བོ་ཡིན་ད་རྒྱ་ལྕང་སྒང་ལྔ་བཅས་དབུས་ལ་ཡང་ཨེ་ནི་ཇོ་བོ་དབུ་སྐྲ་སེ་ཡ་གི་ཡོངས་གྲགས་ང་ཚོ་རྒྱ་ལྕང་སྒང་གཅིག། དེ་རེད་ད་རིག་གནས་ས་ཅིག་སྐབས་ལ་བརྒྱ་ཆ་རྐང་གཅིག་པོ་དེ་ད་རྙིང་བཞི་རྙིང་པ་བཞིའི་ཁུངས་གཏོར་ལ་བརྩིས་ནས་ཤིང་དེ་བཅད་ནས་ད་ཡོག་མ་རེད་དེ་ཁྲི་ལ་ཡ་ད་དེང་སང་གསར་པ་ཅིག་སྐྱེས་བསྡད་ཡོག་རེད་འོ་ད་དེ་རེད། དེ་ནས་ཤར་ལ་ད་ད་བྲ་ནག་ཞོལ་ལ་ཡ་ཨནི་སྤྱང་སྟོང་ཚང་ཟས་དེ་ལ་ཡ་བརྒྱ་ཆ་རྐང་གཅིག་བཅད། དེ་ནས་ལྷོ་ལ་ཡ་ད་ང་ཚོ་སྤོམ་རྟ་ཚང་གི་རྒྱ་ལོ་དེ་ལ་ཡ་ཡོམ་འབོག་རྐང་ཕྱེད་རེད་དེ་བརྒྱ་ཆ་མ་རེད་ཡོམ་འབོག་རྐང་གཅིག་བརྩིས་ཡོག་རེད། དེ་ནས་ནུབ་ལ་ད་ལྟ་ཞོའི་ལྕང་མ་གང་ཟག་སའི་དེ་ལ་ཡང་རྒྱ་ལྕང་རྐང་གཅིག་བྱས་དེ་ནས་བྱང་གི་དེ་ལ་ར་མོ་ཆེའི་ད་ལྟ་ལྕང་རག་ནང་རོལ་ལ་རྒྱ་ལྕང་རྐང་གཅིག་བྱས་འོ་ད་དེའི་སྔ་དེ་ལ་ཡང་ནི་ལྷ་སར་ཡོད་པའི་བྲག་ཆའི་ཤིང་རྐང་ལྔ་བྱས་བྲང་ཁྲི་ནང་ཡང་ད་ཤོད་སྲིད་ཡོད་པོ་དེ་རེད་ད་དེའི་ནང་རོལ་ནས་སྐད་སྒྲ་ཆེ་དེ་དབུས་ལ་ཡང་ཇོ་དབུ་སྐྲའི་རྒྱ་ལྕང་རྐང་གཅིག་དེ་ད་ཇི་ཁོ་ན་ཤོད་མི་ནང་ཤི་རེད་རིང་ནས་ས་གཅིག་སྐབས་ལ་ཡང་ནི་གཅོད་བྲེག་ཟེར་ནས་མི་འདུག། དེ་འདྲའི་ཆས་ནི་ཨེ་ནི་ཅིང་དེའི་སྡོང་པོ་དེའི་རྩ་བ་དེ་སྐམ་བྱས། རྩ་བའི་མཐའ་བཅད་པས་བཅད་ཤུལ་ཟེར་ནས་མི་འདུག་ཨ་ནི་རྩ་བའི་མཐའ་དང་སྡོང་པོ་དེའི་ཤུལ་འདྲ་པོ་ཅིག་མཐོང་ཡང་ཡོད་རེད། ད་དེ་དང་དེའི་འཁྲིས་ཀྱི་ཉེ་འགྲམ་དང་གཅིག་ང་རྡོ་རིང་ཁག་གཉིས་ཡོད་རེ་ཞུ་ཡིན་པ་ཨོ་ཤང་རྡོ་རིང་ཞིག་ཨོ་དེའི་འཁྲིས་ལ་ཡང་ཨ་ནི། ཤིང་རྡོ་གཅིག་གསར་པ་བཙུགས་པ་ཟེར་ནས་མི་འདུག་ཡང་ན་དེའི་འཁྲིས་ལ་ཡང་གསར་པ་ཅིག་སྐྱེས་བསྡད་ཡོད་རེད་ཨོ་ད་དེ། ད་ལྟ་བརྒྱ་ཆ་དབུས་ཀྱི་བརྒྱ་ཆ་རྐང་གཅིག་འདི་ཁྲིད་ལ་གསར་པ་སྐྱེས་པ་དེ་རེད། ད་ཕྱོགས་བཞིའི་བརྒྱ་ཆ་ལྔ་ཡིན་ནི་རེད་དེ་ནས་ཤིག་གིས་ཡོམ་འབོག་ལ་སོགས་པ་དེ་བཞི་ཚང་མ་ལོ་གང་དང་རིག་གནས་གསར་བརྗེའི་སྐབས་ལ་བཅོས་སྒྲིག་བྱས་ནི་ད་ལྟ་བཅས་མིང་ཙམ་མ་གཏོགས་ལྷག་ཡོང་མ་རེད། འོ་དེ་འདྲ་ཡིན་དུས་ད་དེང་སང་ཆ་བཞག་པ་ཡིན་ན་ཤིང་སྡོང་པོ་ལྔ་པོ་དེ་དབུས་ཀྱི་ཕྱོགས་དབུ་སྐྲ་ཙམ་མ་གཏོགས་གཞན་དག་ཕྱོགས་བཞི་ལ་ཡོད་པའི་སྡོང་པོ་ལྔ་དེ་ག་པར་ཡོད་མེད་ཡང་ངོས་འཛིན་བྱས་དཀའ་ལས་ཁག་པོའི་གནས་སྟངས་ཆགས་བསྡད་ཡོད་རེད་འོ་ད་འདི་ཡན་ཆད་དེ།